བྱོས་ཤིག་འདི་ག་རང་ཡིན། ད་སྲིད་སྐྱོང་གི་ལོ་བཞིའི་ནང་ལོགས་ལ་ག་རེ་གནང་ཡོད་རེད་ཟེར་ད་སྲིད་སྐྱོང་གི་སྤྱི་བཏང་གི་སྲིད་སྐྱོང་ཁོ་རང་གི་ངེས་མ། དེབ་ཅིག་ཐོན་པ་རེད་དེབ་དེའི་ནང་ལོགས་ལ་ག་རེ་འཁོད་ཡོད་རེད་ཟེར་ན་ཁོ་རང་དང་པོ་དོན་ཚན་དང་པོའི་ནང་ལ་སྤྱི་སྙོམས་དྲང་བདེན། དགོན་པ་མཉམ་སྤུངས། དགོན་པ་བདུན་པོའི་ཟེར་ནས་དེ་གཞི་རིམ་གྱི་ལྟ་གྲུབ་ཅིག་ཡིན་ལྟ་སྤྱི་ཡོངས་ཀྱི་ལྟ་གྲུབ་ལྟ་བ་ཅིག་ལྟ་གྲུབ་ཆ་ཅིག་ཡིན་ཟེར་གོ་རེད་ལྟ་སྤྱི་སྙོམས་དྲང་བདེན་ཟེར་དེ་ལྟ་སྤྱི་ལ་སྙོམས་པ་དྲང་པོ་དང་བདེན་པ་བྱས་རྗེས། ཨ་ནི་ནུས་པ་དེ་མཉམ་དུ་སྤུངས་བྱས་ནས་ཨ་ནི། ལྟར་དྲང་པོ་དང་ལྡན་པ་བྱས་ན་ནུས་པ་མཉམ་དུ་སྤུངས་ཡས་ཡིན་བཞིན་པར་བ། དེ་སྤྱི་དང་གི། དྲན་པ་དང། སྤྱི་སྙོམས་སྤྱི་ལ་སྙོམས་པའི་གི་དྲང་ལྡན་གྱིས་འཁྱིལ་བ་ཡིན་ན། ནུས་པ་དེ་རང་བཞིན་གྱིས་སྤུངས་ཡོང་གི་རེད་ནུས་པ་ཟེར་དེ་ནུས་པ་མཉམ་སྤུངས་དེ་འབྲས་བུ་རེད་སྤྱི་སྙོམས་དྲང་ལྡན་གྱི་ནུས་པ་ཅིག་རེད་འབྲས་བུ་ཅིག་རེད་དེ་ཡིན་དུས། དེ་སྤུངས་ཡས་ཡིན་རེད་དེ་སྤུངས་པ་ཡིན་ན། ནུས་པ་མཉམ་སྤུངས་ཀྱི་འབྲས་བུ་དེ་ག་རེ་ཡོད་རེད་ཟེར་ན་གོམ་པ་མདུན་དུ་འབོད་ཡས་དེ་དེ་ང་ཚོ་ཡར་རྒྱས་འགྲོ་དགོས་ར། དེ་སྙན་པོ་ཞེ་པོ་ཅིག་གསུངས་བ་རེད་ད། འདི་གསུངས་པའི་གི་བརྒྱུད་ནས་བྱས་ནས་ད་ལྟ་བར་ཚོ་སྲིད་སྐྱོང་གི་སྤྱི་སྙོམས་དྲང་བདེན་གནང་ཡོད་རེད་ཡོད་མ་རེད་ཟེར་ད་ང་ཚོ་དོམ་ཚིག་འདི་ག་ལེགས་ཡོད་རེད་དང་པོ་སྤྱི་སྙོམས་དྲང་བདེན་ག་འདྲེ་ཅིག་གནང་ཡོད་རེད། སྤྱི་སྙོམས་དྲང་བདེན་གསལ་འདོད་ཡོངས་སུ་རྫོགས་པ་ཁོ་རང་གིས་གང་བཤད་པ་དེ་ག་ལ་མ་གཏོགས་ཨ་ནི་སྤྱི་ཚོགས་ནང་ལོག་ལ་ལྟ་འཁྲུག་ཤི་ཡོང་མཁན་གྱི་རྒྱུ་རྐྱེན་གཙོ་བོ་ཚང་མ་སྲིད་སྐྱོང་ཁོ་རང་མགོ་ནས་མར་ཁྲིད་ཡོང་པར་ད་ལྟ་བ་ད་སྤྱི་སྙོམས་དྲང་བདེན་དང་ནུས་པ་མཉམ་སྤུངས་བྱས་ནས་ད་གོམ་པ་མདུན་ལ་སྤོས་དགོས་བར་ད། གར་འབེལ་བ་རེད། ཡོད་པ་ཚང་མ་གོ་རྒྱུ། ཨ་ནི། ད་དེའི་ནང་དེ་ལ་དེའི་ཟེར་ཅིག་བཀོད་བཞག་འདུག་ཨ་དེའི་ནང་ལ་ངས་མགོ་ཚོས་ག་ཤེད་ཅིག། བཙན་བྱོལ། བཙན་བྱོལ། བོད་མིའི་དཔལ་འབྱོར་ཐོན་ཁུངས་ཡིན་ནས་ཟེར་ཅིག། སྤྱིར་བཏང་གི་ཐོན་ཁུངས་ཟེར་དེ་སྐུ་ངོ་གི་ཤིང་གི་མེ་ཡིན་ས་རེད། བཙན་བྱོལ་སྤྱི་ཚོགས་ལ་ཐོན་ཁུངས་དེ། དཔལ་འབྱོར་གྱི་ཐོན་ཁུངས་མེད་པར་འགྲོ་གཅིག་རེད་གར་ཅན་ཟེར་ན་ང་ཚོ་ལ་ས་ཞིང་རྒྱ་ཆེ་བོ་ནི་ང་ཚོ་ཡོད་མ་རེད་ཐོན་ཁུངས་ཟེར་གཅིག་དེ་ས་ཞིང་རེད་གཉིས་པ་དེ་གཏེར་ཁ་རེད་ཐོན་ཁུངས་ཟེར་དེ། གསུམ་པ་དེ་སོ་སོ་ལ་བདག་དབང་ཡོད་པའི་གི་ས་དང་ཆུ་དང་ཆུ་རིན་ས་རིན་འདི་ཚོ་གཞུང་གི་ལ་འགག་གི་ལམ་རིན་ཨ་ནི་ས་ཁྲལ་འདི་ཚོ་ཚང་མ་གཞུང་གི་ཐོན་ཁུངས་རེད། ང་ཚོ་མིའི་གི་ས་ཆ་ག་དེ་དེ་བ་རེད་གཞུང་ལ་ང་ཚོ་གི་གཞུང་ལ་ཐོན་ཁུངས་ག་ཡོད་གུས་བྱས་བ་མ་རེད་ང་ཚོའི་གཞུང་ལ་མི་མང་ཕྱོགས་ནས་ཡོང་ངེས་ཡོད་བ་དེ་རང་བཙན་ལག་དེབ་གི་པེ་ཤ་དེ་བཅུ་དགུ་རེད་དེ་མེན་པ་ད་ལྟ་བར་ཚོ་མི་མང་ནས་གཞུང་ལ་ཡག་ལ་ཁྲལ་དུས་ནས་ཡག་ཡོང་ཁུངས་ཅེས་ཡོད་བ་མ་རེད་ཐོན་ཁུངས་ཟེར་དེ་ཡོད་བ་མ་རེད་ཐོན་ཁུངས་ཟེར་དེ་ལྕགས་གི་ཐོན་ཁུངས། དངུལ་གྱི་ཐོན་ཁུངས་ཟེར་བ་གཏེར་ཁ་འོག་ནས་འདྲ་མ་འདྲ་ཐོན་ཁུངས་ཡོད་ར། ཨ་རིའི་ཤིང་ཆ་འདྲ་མ་འདྲ་སྤྱད་ནས་ཡང་ཤིང་ཤེལ་གྱི་རིགས་ཐོན་ཁུངས་ཀྱི་ཡང་ཚོང་ལས་བྱེད་ཡོད་རེད། ད་དེ་ཚོ་ཚང་མ་ང་ཚོ་ལ་ཡོད་མ་རེད་དེ་སྐུ་ངོ་གི་དོན་ཚན་དྲུག་པའི་ནང་ལ་འདུག་ཅེས་བཀོད་བཞག་འདུག། སྤྱི་བཏང་གི་སྐུ་ངོ་ཁོ་རང་མི་ཚེ་གང་བསྐྱངས་ཟེར་བ་ད་ད་ལྟ་ལོ་འདི་མ་སླེབས་བར་དུ་སྒྲིག་འཛུགས་དེ་གི་ནང་རང་ཕྱག་ལས་གནང་སྐྱོང་མི་བྱེད་རེད་སྒྲིག་འཛུགས་དེ་གི་ནང་ལ་ག་རེ་ག་རེ་ཡོད་མེད་ག་རེ་ག་རེ་མེད་པ་ཚང་མ་ཤེས་དགོས་ཡས་འགྲོ་ཅིག་རེད་དེ་ཡིན་ནས་ཁོ་ཚོའི་ད་ལྟ་བར་ཚོ་གངས་ཅན་གྱི་གཞུང་དེ་ཨོང་ཆའི་ཐབས་ཚུལ་རང་བྱས་འདེད་འགྱོག་གི་རྐྱེན་གི་ཨ་ནི་ད་ལྟའི་གི་གནས་ཚུལ་དེ་ཚོ་ཚང་མ་ད་བས་དེ་ར་ལང་ཆ་ལང་སོགས་ཆེ་ཡོང་གི་ཨོ་ར། ད་བྱས་ཙང་སྐུ་ངོ་ཡི་གེ། སྲིད་སྐྱོང་སླེབས་པ་གི་ཉི་མ་ནས་ད་ལྟ་བར་དུ་ལོ་བཞིའི་ནང་ལ་རྩིས་གཅིག་དོམ་རྩིས་གཅིག་བཏབ་ཡོང་དུས་ལ་ད་སྐུ་ངོ་གི་མཚན་ག་བ་ཡིན་ནས་བཀའ་སློབ་གནང་ཡས་དག་རང་ད་བཀའ་སློབ་དེ་ག་རེ་གནང་ནས་འགྲོ་དགོས་རེད་སོང་སྐུ་ངོ་གི་གངས་ཅན་སྐྱིད་གཤོངས་ལ་གི་མགོ་དེ་གི་གངས་ཅན་སྐྱིད་གཤོངས་ལ་ཡོད་པའི་གི་གན་གསོ་ཁང་ཁ་ཤས་བྱས་བ་རེད། དེ་སྐད་ག་གེ་པོ་མོ་དེ་གེ་ལིང་ཀུར་འགྲོ་བས་དེ་སྐད་ཅིག་བཤད་ཡིན་ཡོད་རེད་ཨ་ནི་སྐུ་མདུན་གྱི་མཇལ་ཁ་ཞུ་ནས་འཛམ་གླིང་གི་ག་ས་ག་ནས་ཕེབས་ནས་སྐུ་མདུན་ལ་མཇལ་ཁ་ཞུ་ནས་དེ་སྐད་ཅིག་བཤད་ཡོད་རེད་སྐུ་མདུན་ལ་དད་པ་བྱེད་ཡོད་ཀི་ད་གནད་དོན་དེ་བཅུ་དགུ་སྐུ་ངོགས་ཤན་པའི་རྐྱེན་གྱིས་སྐུ་ངོགས་ཀྱི་སྤྱི་ཚོགས་ནང་ལོགས་ལ་སྐུ་མདུན་ལ་དད་པ་ཡོད་པའི་གྱི་རྣམ་པ་སྟོན་ཡས་དང་སྐུ་མདུན་ལ་དད་པའི་གྱི་འགྲེལ་བཤད་སྐུ་མདུན་འགྲེལ་བཤད་རྐྱང་རྐྱང་རྒྱོབ་བྱས་ནས་མི་ཚེ་འཁྱོལ་ཐབས་བྱེད་དགོས་རེད་ད། ལོ་བཞི་རེ་གི་འཁྱོལ་ཐབས་བྱས། འདི་བྱས་ནི་མ་གཏོགས་སྐུ་ངོ་འདི་མ་བྱེད་རང་བྱེད་ཅིག་ཆགས་དགོས་ཀྱི་རྒྱུ་མཚན་ག་རེ་ཟེར་ན་སྐུ་ངོ་ལ་དམིགས་བསལ་གྱི་འཛུགས་སྐྲུན་བྱས་བཞག་པ་གང་ཡང་ཡོད་མ་རེད། བློ་བཟང་སེང་གེ་འགྲོ་ཡིན་ན་གངས་ལྗོངས་སྐྱིད་གཤོངས་ཆ་ཚང་བོད་བལ་གྱི་རྣམ་པ་སྟོན་བཟོས་པ་རེད། ཨ་ནི་གཞིས་ཆགས་ཁག་ཁ་ཤས་ཀྱིས་འཛུགས་སྐྲུན་བྱས་པར་ཁ་བཏོད་ལ་ད་ནི་མ་བྱས་ནས་ཁ་ས་ཆ་ག་ས་ག་ལ་བསྡད་ཅེས་དཔལ་འབྱོར་གྱི་འཛུགས་སྐྲུན་འཆར་གཞི་བསྒྲིགས་འཆར་གཞི་བསྒྲིགས་པ་ཙམ་མ་ཟད་ཨ་ནི་འཛམ་གླིང་ནས་དཔལ་འབྱོར་གྱི་ཡོང་སྒོ་འདུག་ཟེར་བ་སྟེ། ཡུན་ནན་བྱེས་ལ་དྭགས་སྐུ་ངོ་གི་སྲིད་ཇུས་གཙོ་བོ་རེད། སྐུ་ངོ་གི་ཡུན་གནས་ཐུབ་ཡོང་རེ་ཡོང་མ་རེད་ཟེར་ཨ་རིག་གི་གྲོས་ཚོགས་དཔལ་འབྱོར་དཔྱད་ཚབ་རེད་ཨོ་དེ། དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་གྱི་ཡོང་ཁུངས་ཐོན་ཁུངས་ཡོད་ན་མེད་ན་ཨ་རིག་དེ་དེ་རེད་ཨ་ནི་ཨ་རིག་གི་རོགས་ཚོགས། འདི་དགོང་མོ་ལས་བས་བྱས་ནས་ཆད་པ་རེད། ཆད་པ་དེ་པད་དེ་ང་ཚོས་སྐྱོན་ཆ་ཚང་ཨ་རིག་དང་ཨ་རིག་ལ་ཉེས་བཏགས་ཡ་ཡོད་མ་རེད་ཨ་རིག་སྲིད་ཇུས་ལ་ཉེས་བཏགས་ཡ་ཡོད་མ་རེད། སྐྱོན་ཆེ་ག་ང་ཚོ་ལ་ཡོད་པའི་རྐྱེན་གྱིས་ཨ་ནི་གནས་ཚུལ་དེ་ག་ལྷག་པ་རེད་གནས་ཚུལ་དེ་ལྷག་པ་དེ་ད་བསྐྱར་གསོ་བྱེད་ཐུབ་ཀྱི་མི་འདུག་ཐུགས་ཡིད་ཀྱི་ལངས་ཀ་རྙེད་ཀྱི་ཡོད་མ་རེད། ག་རེད་ཟེར་ན་ཁོ་རང་རང་གི་ཀླད་པའི་ནང་ལ་གངས་ཅན་སྐྱིད་གཤོངས་ལ་དེ་གངས་ཅན་སྐྱིད་གཤོངས་ཀྱི་ཡི་གེ་དེ་མ་གཏོགས་ད་ད་ལྟ་ཁོ་རང་གི་ད་ལོ་ལྔའི་ནང་ལ་བྱེད་ཀྱི་ཡིན་ཟེར་གྱི་ལས་འཆར་ཟེར་ཁོ་རང་གི་ལྟ་གྲུབ་ཟེར་ན་འདི་རེད། ད་ལྟ་འདི་གའི་རྒྱུ་མཚན་འདི་གས་རེད། ད་སྐུ་ངོ་འདིའི་དགའ་ནས་རང་ཁོ་རང་བོད་ཀྱི་རྩ་དོན་གྲུབ་ཐབས་སེ་ཆི་ཡོད་རེད། བོད་ཀྱི་རྩ་དོན་རང་དེ་ག་རེ་ཡིན་མིན་སྐུ་ངོས་ཤེས་གི་ཡོད་རེད། བོད་ལ་རྩ་བའི་གི་དོན་དོན་ཆེན་ག་རེ་རེད་རྩ་དོན་རང་དེ་འདི་ཤེས་གི་ཡོད་མ་རེད་སྐུ་ངོ། དབུ་མའི་ལམ་གྱི་ཐབས་ལམ་ཡིན་ཟེར་ནས་འགྲོ་བསྡད་རྒྱུ་ཅིག་ཙམ་གྱིས་མ་གཏོགས་ཅིག་གང་ཅིག་ཤེས་ཀྱི་ཡོད་མ་རེད། བོད་མི་རིགས་འདི་ད་ལྟ་བར་སྐུ་ངོ་ཀླད་ནི་ཤུགས་ཆེན་པོ་ཞེ་བོ་ཅིག་བུ་ལུག་འགྲོ་ཡ་གི་རྒྱུ་མཚན་དེ་ག་རེད་ཟེར་ན། སྐུ་ངོ་གི་འདི་ཚོ་ཚང་མ་རྩ་དོན་དེ་མ་ཤེས་པ་བྱས་ནས་འདྲ་མ་འདྲ་དབུ་མའི་ལམ་གྱི་སྲིད་ཇུས་ལ་གཞི་བཞག་བྱས་ནས་གནད་དོན་ཡོད་ཟེར་ཐག་ཐག་ཡ་ལས་ཆོག་དེ་ཁོ་རང་ལ་གྲུབ་ཐབས་བྱས་པའི་རྐྱེན་གྱིས་གྲུབ་ཐབས་རྐྱང་རྐྱང་བྱེད་རྒྱུ་རྐྱེན་གྱིས་ཨ་ནི། སྤྱི་ཚོགས་ནང་ལོགས་ལ་ཟིང་འཁྲུག་ཆགས་ད་ད་ལྟ་དཔེ་ཆ་བཤད་ན། ཚོགས་པ་སྐྱིད་སྡུག་ཆེ་ཤོས་གཅིག་གི་སྐུ་ངོ་ལ་མོས་མཐུན་མེད་ཟེར་ནས་ཡིག་གཏང་བཞག་འདུག་བ། བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པའི་གི་ཚོགས་གཙོས། བཀའ་ཤག་ལ་ཡིད་ཆེས་མེད་བཀའ་ཤག་ལ་མོས་མཐུན་ནས་མེད་བཀའ་ཤག་པས་ངོས་ལེན་མེད་ཞིང་འབྲེལ་ཐང་ནས་མེད་ངོས་ལེན་མེད་བྲིས་བཞག་འདུག་བ། ད་འདི་བྲིས་ཡས་དེ་སྐུ་ངོ་ཁོ་རང་གི་ནོར་འཁྲུལ་ཤོར་བའི་རྐྱེན་གི། སྐུ་ངོ་གི་ག་རེ་ཟེར་ན། དགུ་བཅུ་གསུམ་ཚོགས་པའི་ཐོག་མར་དེ་ལ། གངས་ཅན་སྐྱིད་གཤོངས་ལ་ཡོད་པའི་གི་བོད་བལ་གི་དམངས་གཙོའི་སྐ་བོ་གསུམ་གྱི་ཡ་ཡ་གྱལ་གྲོས་ཚོགས་ལ་འཛུགས་བཙུགས་པ་རེད། གྲོས་ཚོགས་ལ་འཛུགས་བཙུགས་བྱས་ནས་གྲོས་ཚོགས་ཀྱི་མི་ག་ད་ད་གར་ས་ལྡི་ལི་ལ་རང་བཙན་ཚོགས་ཆེན་ལ་མི་བཏང་སུ་དེ་འགྲིག་གི་མི་འདུག་འཛུགས་བཙུགས་པའི་སྐབས་ལ་ང་ཚོ་ང་རྒྱལ་ཐང་ལ་འགག་པ་རྒྱོབ་རེད་ངས་དོན་བྱས། འདི་རང་བཙན་འདི་བོད་བལ་གི་རྩ་དོན་འདི་རང་བཙན་རེད་ང་ཚོ་ཚང་མས་གི་ཡོད་ཟེར་ན་མེད་ཟེར་ན་རྩ་དོན་རང་བཙན་རང་རེད་མ་གཏོགས་ད་ལྟ་དབུ་མའི་ལམ་ཟེར་མཁན་འགྲོ་ད་ཅིག་ང་ཚོས་ད་ལྟ་ཅིག་གི་བཤད་དེ་ཡོད་ཅིག་ཡོར་བ་ད་ལྟ་ང་ཚོས་ཅིག་མེད་རྒྱུ་ཅིག་གྲུབ་ཐབས་བྱེད་ཡོད་ཅིག་ཡོར་བ་འདི་རྦད་དེ་ང་རང་ཚོ་བུ་ལུ་གས་ཙམ་ཅིག་མ་གཏོགས་ཁུངས་འཁྱོལ་ཡོད་ཅིག་རྩ་བ་ཉིད་ནས་མེད་རྒྱུ་གི་དེ་གཅིག་རེད་ང་རང་ཚོ་ལ་རྩ་དོན་མེད་སྐྱོ་ཅིག་ཆགས་པའི་རྐྱེན་གྱིས་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ད་ག་འདྲས་ད་ག་འདྲས་ཡོད་དེ་བྱས་བས་ནས་ང་ཚོ་ལ་གྲུབ་ཐུགས་ཐག་མེད་སྐྱོ་གི་ལང་ཀ་ཅིག་ཆགས་ཡས། མི་རུ་རུ་མ་ཆགས་པར་བྱས་དང་དེ་ཚོ་གང་གས་ཆགས་ཡས་རྒྱུ་མཚན་འོ་དེ་རང་ཆགས་ཐུགས་དེ་ཡོད་རེད་རྩ་དོན་མེད་ངན། མི་རང་གཅིག་ཡིན་པ་ཡིན་ནས་རྩ་དོན་མེད་ངན་གྱི་མི་དེ་རྦད་དེ་ག་ས་ག་ལ་ལགས་འགྲོ་འདུག་ཨ་རྩ་དོན་ཡོད་པའི་གི་མི་དེ་ག་དུས་མས་ནས་ཉིན་མ་གཅིག་ཉིན་མ་གཅིག་གཉིས་གསུམ། རིམ་པས་རིམ་པས་རིམ་པས་སྤྱི་ཚོགས་ཁག་ལ། ཁོ། གོན་པ་སྤོས་ཐུབ་འདུག་ཁོ་རྩ་དོན་ཡོད་རེད་དམིགས་ཡུལ་ཡོད་རེད་ཕུགས་བསམ་ཡོད་རེད། དེ་འདྲས་གསུངས་དང་ང་ཚོ་ལ། བཙན་བྱོལ་སྤྱི་ཚོགས་ལ་ཕུགས་བསམ་མེད་པ་ཟེར་ན་རུང་རྩ་དོན་མེད་པ་ཟེར་ན་སོང་རུང་དེ་གི་རྐྱེན་པས་ཨ་ནི་གནས་ཚུལ་དེ་འདྲས་ཅིག་ཆགས་ཚར་རེད། དེའི་སྐབས་དེ་བྱས་ཙང། ད། གྲོས་ཚོགས་ཀྱི་ཚོགས་གཙོས་བཀའ་ལ་གང་ཆེན་དེས་རྒྱལ་ཐང་གི་ཡི་གེ་བཏགས་པའི་སྐབས་དེ་ལ། བཀའ་ཤག་གིས་ཨ་ད་ང་ལ་བཏགས་མ་སོང་ས་ནི་ཡིན་མདོག་མདོག་ཅན་དེ་རེད། ཧང་ས་ས་འགྲོ་ཅན། ད། སྐུ་ངོ་ལ། འདི་གཅིག་བྱས་པ་རེད་ད་ད་ལྟ་གང་ཆེན་སྐྱིད་གཤོངས་ལ་ངོ་རྒོལ་བྱེད་ངེས་སླེབས་རེད། གྲོས་ཚོགས་ལ་ངོ་རྒོལ་བྱེད་ངེས། ཡེ་ནས། དངོས་གནས་དྲང་གནས་ཀྱི་མི་བསམ་བློ་བཏང་ཐུབ་མཁན་ཅིག་དང་མི་ཤེས་ཡོན་ཡོད་མཁན་ཅིག་དང་དངོས་གནས་ཀྱི་སྤྱི་ཚོགས་ལ་ལྟ་ཐུབ་མཁན་ཅིག་ཡིན་པ་ཡིན་ན་ད་ལྟའི་གི་གཞུང་འདི་སུས་འགྲོ་དགོས་རེད་སྤེན་པ་ཚེ་རིང་གི་སྤེན་ཚེའི་བཀའ་ཤག་ཟེར་དགོས་རེད་ད་ལྟ་སྤེན་པ་ཚེ་རིང་གི་གཞུང་ལབ་ཆོག་གི་རེད། འདིའི་སྐབས་དེ་ལ་གངས་ཅན་སྐྱིད་གཞུང་ལ་ངོ་རྒོལ་བྱེད་མཁན་དེ་ཚོ་ལ་སྤེན་པ་ཚེ་རིང་གིས་དངོས་གནས་དྲང་གནས་ཀྱི་འགོ་རྒོལ་བློ་འགུག་བྱེད་རྒྱུ་ཕ་ཞག་ནི་རྒྱ་རྒྱུ་བྱ་ཞབས་རེད་དེའི་རྐྱེན་པས་ཉིན་མ་གཅིག་ཟས་དུས་གངས་ཅན་སྐྱིད་གཤོངས་ཡོད་པ་དེ་ཁྱེད་རང་མུ་མཐུད་ནས་དེའི་གི་བཀའ་ཤག་གི་རྐུབ་བཀྱག་ག་དེ་ལས་བཟུང་ན་ཁོ་ཚོས་ཉིན་མ་གཅིག་ཁྱེད་རང་གཡུག་ཡོང་གི་རེད་ཁྱེད་རང་ལ་དགག་པ་བརྒྱབ་ཡོང་གི་རེད་མི་དེ་གས་གས་མི་དེ་གས་ལངས་ཤོར་ཆགས་ཚར་འགྲོ་གི་རེད་མི་དེ་གས་སུ་གཅིག་ལ་མི་མཐུན་ཆགས་ཚར་འགྲོ་གི་རེད་ཡ་མི་གས་རས་བཙོང་གིན་ཆགས་ཚར་འགྲོ་གི་རེད་འདི་གར་བཅས་ལབ་ན་ལང་ཀ་འདི་ལ་སྤེན་ཚེའི་བཀའ་ཤག་ཁོ་རང་གིས་བཏང་པའི་རྐྱེན་གིས་འཆར་བར་ལྟ་ད་ལྟ་ཁོ་རང་རང་ད་གཞུང་འབྲེལ་ཐོག་ནས་ངོས་ལེན་མེད་བྱས་ཚར་བ་ད་དགུ་བཅུ་གསུམ་སྐབས་དེ་དུས་དགུ་བཅུ་གསུམ་གའི་མི་གའི་ང་ཚོའི་གི་གྲོས་ཚོགས་ལ་ཡི་གེ་འདི་བཏང་པའི་ཁར་ལམ་སང་བཀའ་ཤག་གི་ལག་ལེན་བལྟ་དགོས་རེད་བཀའ་ཤག་གི་འདི་འགྲིག་གི་མ་རེད་ལབ་དགོས་རེད་ག་རེ་ཟེར་ན་གཞུང་བཀའ་ཤག་རེད་ད་ལྟ་གཞུང་བཀའ་ཤག་བསྐྱངས་དགོས་པ་རེད་བདེ་སྲུང་ལས་ཁུངས་ཡིན་ན་རུང་ག་རེ་ཡིན་ན་རུང་བཀའ་ཤག་གི་བཀོད་ཇུས་བར་ལ་འགྲོ་དགོས་པ་རེད། འདི་འདྲས་གསུངས་ཙང། སོ་སོའི་བྱེད་དགོས་པའི་གི་ལས་ཀ་དེ་མ་བྱས་བྱས། ང་ལ་མི་འདུག་བསམ་པའི་གི་བསམ་བློ་དེ་ཅིག་ཀང་གངས་ཅན་སྐྱིད་གཤོངས་ཡིན་ན་རུང་བོད་པ་སུ་འདྲ་ཅིག་ལ་ད་འདྲས་གི་ཆ་ལ་བཙན་བྱོལ་ཡོད་པའི་གི་བོད་པའི་གི་གནས་ཚུལ་ཆེ་ཕྲ་ཆུང་གསུམ་ག་འདྲས་ཅིག་ཡོང་ཡོང་བ་ཡིན་ནའི་འགན་དེ་ད་འདྲས་གི་ཆ་ལ་བཀའ་ཤག་གིས་གོས་དགོས་སྤེན་པ་ཚེ་རིང་གིས་ཁྱི་གོས་དགོས་རེད། ཡིན་ནས་སྤེན་པ་ཚེ་རིང་གིས་དེ་དེ་ལས་ལྡོག་སྟེ། སྤེན་པ་ཚེ་རིང་གིས་དབྱེ་འབྱེད་བྱེད་དགོས་རེད་གྲལ་རིམ་བཟོ་དགོས་རེད་ད་དེ་གི་སྤྱི་ཚོགས་ཨ། དབྱེ་འབྱེད་གར་བྱས་ཟེར་ན་རྒྱ་བལ་འབྲུག་གསུམ་གའི་མི་ལ་དབྱེ་འབྱེད་བྱས་ཅིང་རྒྱ་བལ་འབྲུག་གསུམ་ལ་བཏང་དགོས་རྒྱུ་གི་འགྲོ་སོང་དེ་ཨ་རིར་ཡོད་པའི་མི་ལ་བཏང་ཤག་རེད་ད། ཨ་རི་ལ་ས་ཡ་བཞི་ཚེ་གཡའ་ཚར་རེད་འགྲོ་ལོར། རྒྱ་བལ་འབྲུག་གསུམ་ཡོད་ངེས་མི་དེ་ཚོས་ངེས་པར་དུ་འདི་ཚོ་ཤི་འཕོས་དགོས་ཡོད་དེ་དཔེ་གལ་ཆེན་པོ་རེད།

ཨ་རི་གི་པད་ཤག་དེ་ད་ད་ལྟ་ང་བཀའ་ཁྲོལ་ཞུ་ཡས་དེ་བཀའ་ཁྲོལ་མ་གནང་པ་ཡིན་ན་ས་ཆ་ཤོར་བས་གི་འགན་དེ་དེ་གྲོས་ཚོགས་ཁི་དགོས་གི་རེད་དཱ། བོད་བོད་གངས་བསྐྲུན་ཡས་གི་འགན་ཆེན་པོ་དེ་འཐུས་ཤུགས་ཆེན་པོ་ཡིན་ན་འགན་དེ་ཆ་ཚང་གྲོས་ཚོགས་ཁི་དགོས་བྱེད་གི་རེད་དམ་གི་བཀྲེས་ཤག་རེད། ད་ལྟ་ནང་བཞིན་གྱི Australia ལ་ཡོད་པའི་གི་ས་ཆ་དེ་ཕི་གའི་མི་དམངས་རང་ཁོ་རང་ཚོ་ལས་ཀ་བྱས་ཚང་མ་ཡོད་ཡོད་གི་ཡོད་གི་གྲོས་ཚོགས་ལ་ད་མི་གཅིག་བཞག་ཅིང་པེ་ཤ་སྤྲད་ནས་ལྟ་རྟོག་བྱེད་མཁན་མི་གཅིག་བཞག་ཡིན་ཟེར་བར་མ་འོངས་པར། ག་རེ་ཡིན་པ་ཡིན་ནས་དེ་འདྲས་རྐྱང་རྐྱང་བཤད་ནས་ཁུངས་འཁྱོལ་ཐབས་བྱས་ཨ་ནི་ཁུངས་འཁྱོལ་གི་འདུག་བ། འདི་ང་རང་ཚོ་གི་ང་རང་ཚོ་མགོ་ལ་སྟེར་ཞུ་གི་འོ་རེད་ཟེར་དེ་རང་རེད། ད་འདི་ད་ལྟ་ང་རང་ཚོ་གི་མི་མང་གིས་ངེས་པར་དུ་སྲིད་སྐྱོང་གི་ཕྱག་ལས་གནང་སྟངས་གང་གཱའི་ལ་བསྐྱར་ཞིབ་ཅིག་བྱེད་དགོས་དེ་དཔེ་གལ་ཆེན་པོ་རེད་ད་ད་ལྟ་ལྟ་དང། སྔར་དང་མ་འདྲ་བས་ཀྱི། ད་སྲིད་སྐྱོང་ག་བ་ཕེབས་ནས་སིམ་ལ་ལ་བཀའ་སློབ་གནང་བ་རེད། ད་ག་ས་ག་ལ་ག་བ་བཀའ་སློབ་གནང་བ་ཡིན་ནས། ད་ག་རང། སྐུ་མདུན་རྐྱང་རྐྱང་འདྲ་བཤད་རྒྱོབ་བསྡད་པ་ཙམ་གྱིས་མ་གཏོགས་དམིགས་བསལ་གྱི་ས་ཆ་དེའི་སླད་ནས་ས་ཆ་དེ་གའི་ནང་ལོགས་ལ་དཀའ་ངལ་ག་རེ་ཡོད་མེད་མི་མང་མཉམ་དུ་ལྷུག་པོ་ཅན་གྲོས་བསྡུར་བྱེད་ཡས་ཁོ་རང་ཡོག་མ་རེད། སྐུ་ངོ་གྲོས་བསྡུར་བྱེད་ཡས་ལྷུག་པོ་བྱས་ནས་མི་མང་ལ་གཏམ་བཤད་སྤེལ་མི་མང་ལ་གྲོས་བསྡུར་བྱེད་ཡས་ཀྱི་དེ་ཁོ་རང་མི་འདུག་སྐུ་ངོ་གོ་སྒྲིག་བྱེད་མཁན་གྱི་ཁོ་རང་དངངས་སྐྲག་དང་ཞེད་སྣང་ཁ་ནས་གོ་སྒྲིག་བྱེད་དགོས་རེད། མི་དམངས་མི་དམངས་གཅིག་གི་ནང་ནས་ཡར་ལ་དྲི་བ་དེ་འདྲ་བཏང་ཞིག་ན་སྐུ་ངོ་གས་ཡང་མེད་ན་ཁ་ནོར་འགྲོ་ཡང་མེད་ན་ཁོང་ཁྲོ་བྱེད་དགོས་བ་རེད་ངར་སྐྱེལ་བྱེད་དགོས་བ་རེད་ཡང་མེད་ན་སྤོབས་པ་བྱས་ནས། ད་དེ་ཨིན་ཇི་སྐད་ལ་ཨི་གོ་ཞིབ་ཅིག་འདུག་ཟེར་ཞིག་མི་འདུག་བས་སྤོབས་པ་ཞིབ་བྱེད་ཁེར་བྱས་ནས་མར་ལ་ཁ་བཏུང་ཐང་ཤ་ན་ཅིག་བྱེད་དགོས་བ་རེད་དེས་རྐྱེན་པས་གོ་སྒྲིག་བྱེད་མཁན་གང་གས་དང་པོ་ནས་མངགས་བསྒྲགས་བྱས་ནས། ཡང་མེད་ན་དྲི་བ་བཏང་ཡས་ལ་ཚོད་འཛིན་བྱེད་དགོས་བ་བྱེད་དགོས་བ་རེད་ད་དེང་སང་ད་བལ་ལས་པར་རྒྱ་ཡས་ལས་པས་ཚོད་འཛིན་བྱེད་འདུག་བ། དྲ་ལམ་ཁག་ཏང་ཡོན་ལས་ཚོད་འཛིན་བྱས་བྱས་ནས་ཨ་ནེ་དེ་བྱེད་འགྲོ། དངོས་གནས་དྲང་གནས་ཀྱི་སྐུ་ངོ་ལ་དེ། སྐྱབས་མགོན་རིན་པོ་ཆེ་གི་འོག་ལ་བཞུགས་མཁན་སྐྱབས་མགོན་རིན་པོ་ཆེ་ལ་སློབ་སྦྱོང་གནང་ཡོད་རེད་ཡོད་མ་རེད་ཟེར་ན་ཐིག་པ་གཅིག་གནང་ཡོད་མ་རེད། སྐུ་ངོ་གིས་ཐིག་པ་གཅིག་བྱས་ཡོང་མ་བྱས་པའི་གི་རྒྱུ་མཚན་གསལ་ཐག་ཆོད་དེ་ག་རེད་ཟེར་ན། སྐྱབས་མགོན་རིན་པོ་ཆེ་ས་ཆ་ག་པར་བཀའ་སློབ་གནང་བ་ཡིན་ནའི། ས་ཆ་དེ་གའི་གི་ཐོན་ཁུངས་ཡང་མིན་ན་ས་ཆ་དེ་གའི་ཁྱད་ཆོས་ཡང་མིན་ན་ས་ཆ་དེ་གའི་གི་མི་སྣ་གཙོ་གྲས་ཡང་མིན་ན་ས་ཆ་དེ་གའི་ཁྱབ་ཁོངས་ལ་ཡོད་པའི་གི་མི་སྣ་དང་ང་རང་ཚོ་བོད་པའི་གི་འབྲེལ་བའི་པར་ཡིན་གྱི་མིན་གྱི་གླེང་སློང་བྱས་བྱས་ནས་སྐབས་དེ་དུས་ལ་མི་རྣམས་ཡིད་དུ་འོང་བའི་བཀའ་སློབ་ཅིག་གནང་གིར་ག་པ་ཕྱི་མི་ཡིན་ན་ག་པ་ཕྱི་བརྒྱུད་རྐྱང་མི་ཡིན་ན་གུ་འདུད་ཀྱི། ད་སྲིད་གཞུང་ཁོ་རང་ལ་དེ་འདྲས་ཀྱི་ཆ་རྐྱེན་བཅས་ཡོད་མར་ག་པ་ཕྱིན་ནས་འོ་ད་སྐྱབས་མགོན་རིན་ཆེན་ཐུགས་རྗེའི་བཀའ་དྲིན་ཅིག་གསོས་པོ་རེད་སྐྱབས་མགོན་རིན་ཆེན་ཐུགས་རྗེའི་བཀའ་དྲིན་ཆེན་པོ་རེད་སྐྱབས་མགོན་རིན་ཆེན་གྱི་དགོངས་པ་ཇི་བཞིན་ཅིག་ཡོད་དེ་རེད་ཟིན་ད་དེབ་ཁ་ཤས་ཅིག་གི་ནང་ཚིག་ཁ་ཤས་ཅིག་ཁྱེར་བྱས་ནས་ད་ག་རང་བཤད་འདི་བར། འདི་བཤད་དགོས་ཀྱི་རྒྱུ་མཚན་འདི་ག་རེད་ཟེར་ན། ཁོ་རང་ལ། ཁོ་རང་ད་ལྟ ྋསྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་དང ྋསྐྱབས་མགོན་རིན་པོ་ཆེ་དགོངས་པ་འགྲེལ་བཤད་རྒྱབ་དགོས་ཡོད་ཅིག་མེད་པ་ཆ་ཚང་རེད་དངོས་གནས་བྱས་ན། ག་རེད་ཟེར་ན། མི་བོད་པའི་གི་སྤྱི་ཚོགས་ནང་ལ། བྱིས་པ་ལོ་བརྒྱད་ཡན་ཅིན་ནས་གན་གསོ་སྒར་མན་ཇི་ཚང་མས་སྐུ་མདུན་ངོ་མི་ཤེས་པ་ཅི་ཡོད་མ་རེད་ད་སྐུ་མདུན་ངོ་སྤྲོད་བྱེད་དགོས་ཁུལ་མེད་པ་ཆགས་ཚར་རེད། ཡིན་མ་ཡིན་ནས་ཁོ་རང་ལ་ཕྱག་ལས་སྟོན་ཡས་མེད་ཁོ་རང་ལ་ཅིག་གིས་བྱས་བཞག་བས་ཀྱི་བྱ་བཞག་ཅི་ཡས་མེད་དུས་ལ། ཕུགས་བསམ་བསྟོད་ཡས་མེད་བྱ་བཞག་མེད་གྲུབ་བཞག་བས་ཀྱི་བྱས་ཀྱིས་མེད་དེ་འདྲའི་ཡིན་པའི་རྐྱེན་གྱིས་ཨ་ནི། སྐུ་མདུན་འདྲེ་ཤ་རྒྱོབ་བཅས་མི་མང་ཚང་མ་དམིགས་དགའ་བའི་རང་ཆེད་དུ་མི་མང་གི། བསམ་བློ་ལ། ཤུགས་རྐྱེན་གཞན་པ་སྤྲད་བཅས་ནི་ཨ་ནི། གནས་ཚུལ་གཅིག་སྐབས་ཅན་སྣང་ཚུལ་རྫུན་མ་གཅིག་བཟོས་ཤོག་ཡ་རང་གི་ཆེད་དུ་དེ་བྱས་ཤོག། ཨོ་ཨེ་འདྲས་འགྲོ་ཅིག་ཡིན་དུས་ལ་ཁྱུ་ནས་དེ་ཡོད་མ་རེད་ད། ག་པ་ཕྱི་ནས་ང་རང་ཚོ་ཚང་མས་མཁྱེན་གསལ་རེད། ཅིག་གང་ཅི་ཡོད་མ་རེད་ད། ད་ད། ད་ཡ་ངེད་ཅག་རང། ང་ཚོའི་གི་སྲིད་སྐྱོང་གི་ཕེབས་པ་རེད། ག་པ་ཕེབས་རེད་ཟེར་ན། ཁེ་ན་ཏྲལ། ཁེ་ན་ཏྲ་ལ་ཕེབས་པའི་གི་སྐབས་ལ་ག་རེ་གསུངས་ཡོད་རེད་ཟེར་ན། ང་ཚོ་ད་ལྟ་དཔལ་འབྱོར་ཡག་གི་གང་རེད། ཨ་ནི་དེའི་རྒྱུ་མཚན་ག་རེ་ཡིན་ཟེར་ཡིན་ན། རྔན་པ་ས་ཞོར་བས་འཇུ་ཟེར་གི་རེད། སྔས་མ་ས་ཤ་བའི་གི་བེད་འཇུག་དེ་སྔས་མ་ཉིས་སྟོང་ད་ལྟ་ཀོ་རོ་ནཱ་གི་ན་ཚ་གླས་ནས་བེད་སྤྱོད་བཏང་ས་མུ་ཆུང་བྱས་ནས་ཨ་ནི་བེད་འཇུག་ལྷག་མ་དེ་ག་ད་བེད་སྤྱོད་བཏང་ཡས་ཡོད། ད་ལྟ་བེད་འཇུག་ཡག་གི་གང་ཡིན་པ་ཡིན་ན་གྲོས་ཚོགས་ནང་ལ་ས་ཡ་སུམ་བརྒྱད་གི་ཅོག་ཅག་ག་རེ་ཅན་འཁེལ་ཡོང་གི་ཡིན། མི་མང་གི་དེ་ཤེས་མ་དགོས་གི་བར་ད། ཅོག་ཅག་ས་ཡ་སུམ་བརྒྱ་ཁེལ་འོངས་པ་རེད། ངེད་མ་བློ་བཟང་སེང་གེ་ག་ལས་དེ་པར་ཆག་པར་ཆག་པར་ཆག་ཟིན་ནས་བས་དེ་བློ་བཟང་སེང་གེ་ལ་ལག་པ་དང་ཅིག་བྱེད་བྱེད་ཡས་ལས་འདུག་ཨ། ཨ་ནི་ཁོ་རང་ཚོ་ད་ལྟ་སྐུ་ངོ་པདྨ་ཚེ་རིང་གི་རྒྱབ་སྐྱོར་ག་འགས་པས་གནའ་བོ་མོ་འགྲོ་བྱས་སོང་ཨ། གནའ་བོ་མོ་འགྲོ་བྱེད་དགོས་ཡས་བྱེད་གང་ཡང་མ་རེད་ད་ལྟ་ད་གནའ་བོ་མོ་འགྲོ་བྱས་ནི་གར་བྱུང་སོ་འོ་དེ་རེད་ཨ། དེ་ད་ག་སྐད་ཆ་གི་ཞོར་ཐོན་རང་ཡིན། ད་དེ་རེད། དེ་འདྲའི་གསུང་ཚང་ད་དགོངས་མོ་སྤེན་པ་ཚེ་རིང་གིས། ཐ་མལ་གྱི་སྡོམ་རྩིས་ཅིག་དེ་ཁེ་ན་དྲག་རྒྱོབ་རེད་གར་བྱེད་གར་འདྲེས་རྒྱོབ་རེད་ཟེར་ན་ད་ཁོ་རང་ས་ཆ་བེད་ནས་གར་བ་ཡིན་ན་ཅིག་ནས་བྱས་འདུག་བྱས་འདུག་བྱས་བསྐོར་ར་འདུག་བྱས་འདི་ནི་ཁོ་རང་ནང་མི་ཐུགས་རེ་ཆེ་ཡིན་ས་དེ་ནས་ས་ཆ་ག་བ་ཟེར་ཅིག་ཕྱིན་དེ་ནས་ས་ཆ་ག་བ་ཟེར་ཅིག་བྱས་ད་དུག་བསྐོར། ནང་སྒོར་ཅིག་སྐྱབས་བཅས་འདི་ཕ་ལོ་ཡ་ཡིན་ལབ། ད་ངས་ནང་སྒོར་ཅིག་གྱོན་ནོ་ཡིན་ན་ད། ཅིག་བྲིས་ཡིན་པ་ཤུ་གུ་ཅིག་ཨ་འདི། ཀླད་ཀོ་ཆེ་ཐག་ཅིག་ཅིག་ཆགས་འདུག་ཚང་མས་བྲིས་ཨ་འདི། སྐུ་ངོ་ནང་སྒོར་ནང་སྒོར་སྐྱབས་བཅོས་འདི་རྒྱོབ་ཤག་ད་ནང་སྒོར་ག་རེ་ཟེར་ནས་ཀླད་ཀོ་ཆེ་ཐག་ཅིག་ཅིག། འདི། ལས་སླ་བོ་ཡོད་མ་རེད། འགྲོ་སོང་གི། ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི། འབོད་སྐུལ་གནང་ནས་བཏང། ཨ་ནི་ཀླད་སྒོ་ཕྱེ་ཐག་ཆོད་ཅིག་གྲི་ཁ་ཕྱིན་ཤག་རེད་ད་འཛམ་གླིང་ནང་སྐད་གྲགས་ཆེ་ཤོས་སྲིད་སྐྱོང། སྐབས་བཅུ་དྲུག་བཀའ་ཤག་སྐབས་བཅུ་དྲུག་པའི་གི་སྐད་གྲགས་བཞག་ཤག་རེད་ད་ཀླད་སྒོ་ཕྱེ་ཐག་ཆོད་ཅིག་གྲི། ནང་ཁུལ་ཞིག་ལྟ་ཡས་དེ་ཀླད་སྒོ་ཕྱེ་ཐག་ཆོད་ཅིག་འཛམ་བུ་གླིང་དེ་གོ་གོ་ཀླད་སྒོར་བཟོས་ཤག་རེད་ད་དཔེ་དེ། འདི་ཟེར་དགོས་པའི་རྒྱུ་མཚན་ག་རེད་ཟེར་ན་ཀུན་གོང་ཕྱིན་པ་ཙམ་གྱིས་མ་གཏོགས་ཕྱི་གང་འདོད་ཡོད་མེད་པ། ད་ཀུན་གོང་ཁོ་རང་གིས་འདི་ག་འདི་ལ་བྲིས་འདུག་བ། སྤྱི་བའི་རྩ་དོན་བོད་པའི་གི། ཀུན་གོང་གིས། བོད་ཀྱི་རྩ་དོན་གྲུབ་ཐབས་ཟེར་གྱི་ཡོད་རེད་བཀའ་ཤག་གི་བྱེད་སྒོ་དང་འགན་ཁུར་ཡས། བཀའ་ཤག་གི་བྱེད་སྒོ་གར་རེད་འགན་ཁུར་ཡས་གར་རེད་འགན་རྩ་བ་ཉིད་ནས་འགན་ཁུར་ཡས་དེ་ཁི་གོས་པ་དེ་གར་བྱས་ཟེར་ན་དཔེར་ན།

རྩ་དོན་ག་རེ་གྲུབ་ཐབས་བྱས་རེད་འགན་ག་རེ་འཁྱེར་བ་རེད་ཟེར་བ་དེ་རེད། དེ་ལས་ལྡོག་སྟེ། གངས་ཅན་སྐྱིད་གཤོངས་ནང་ལོག་ལས་བྱེད་ཡོད་དེ་འདྲ་ཡོད་རེད་བཟའ་ཚང་ཕ་རོལ་ཕར་འཛོལ་བྱེད་ངེས། ལས་བྱེད་ཡོད་ན་ཁྱོད་འགན་འཁུར་ངེས་རེད་བ་ཁྱོད་དེ་ལྟ་རྟོག་བྱེད་ངེས་རེད་བ་ཁྱོད་ལུག་རྫི་རེད་བ་དཔེ་ཆ་ཤར་ན་ལུག་ལུག་རྫི་ཅིག་ཆགས་ཤར་ན་ལུག་རྫི་ཁྱོད་རེད་བ་ལུག་སྤྱང་ཀི་ཁྱི་ན་ཁྱོད་ལ་འགན་མེད་བ་ལུག་ཁོ་རང་ཅིག་བྱས་པ་རེད་ཟེར་ནས་དེ་རེད་ན་འགྲིག་ཡས་ཡོད་མ་རེད། དཔེ་མཚོན་བཞག་ན་ཟེར་བར་གདའ། ཨོ་ཨེ་འདྲས་འགྲོ་ཞིག་དྲིས་བཞག་འདུག་ཨཱ་ནི་བོད་མིའི་སྒྲིག་འཛུགས་ཚགས་ཚུད་པོ་ཡོང་ངེས་དང་ཡར་རྒྱས་སེ་ཅིག་ཡོང་རེད་ད། ཚགས་ཚུད་པོ་ཆགས་རེད་ཆགས་འོ་མ་རེད་དེ་མི་མང་ལྟ་ཡ་རེད། ཚགས་ཚུད་པོ་གཅིག་གང་ཅིག་ད་ལྟ་དང། གྲོས་ཚོགས་གོ་རེ་ནང་ལ་ཁོ་རང་རང་གི་བཀའ་ཤག་གིས་ང་ཚོ་ལ་ཚགས་ཚུད་པོ་ཆགས་ཡོད་ན་དེ་ལབ་དགོས་ཡོད་མ་ར་གྲོས་ཚོགས་གི་བཀའ་ཤག་རྒྱ་རི་སྒྲོལ་མས། ད་ཞེས་ཀྱི་འདུག་གྲོས་ཚོགས་ནང་བཀའ་བཀའ་སློབ་གནང་དུས་ད་ཞེས་ཀྱི་འདུག་སེ་མིག་ཆུ་དྭངས་དྲོ་དྭངས་དྲོ་དྭངས་དྲོ་བྱེད་ཀྱི་བྱེད་ཀྱི་ཡོད་ད་ནང་སྒོ་བཏབ་ཀྱི་འདུག་མ་བདེན་ན་རྐུབ་བཏབ་ཀྱི་འདུག་སེ་གོ་ར་ད། ད་ཁ་གཉིས་ད་ཡོར་བ་ཟེར་བ་རེད་ད་ཁ་གཉིས་ཆ་བས་ཁ་གཉིས་ཆ་མུ་ཆོ་བྱས་ཁོ་ཚོ་འགན་འཁྲི་རེད་བ། ཁོ་ཚོས་བཤད་དགོས་རེད་ད་འགན་འཁྲི་ཡོད་ངེས་ངེས་མེད། ཁ་གཅིག་བཟོ་ཡ་རེད་བ་ད་ད་འདི་བ་ཁ་གཅིག་ཡོང་ཡོར་བ་ཁ་གཉིས་གར་ཆེན་ཆགས་བཅུག་རེད་གར་ཆེན་ཆགས་རེད་ག་རེ་དོན་དུ་ཆགས་དགོས་རེད། ཁྱེད་རང་ཚོ་ལས་ཀ་བྱེད་སྟངས་ཐོག་ནས་མི་འགྲིག། ད། ཨོ་ད་དེ་གི་ནང་ནས་གཅིག་འདུག། དོན་ཚན་བཅུ་གཅིག་ནང་ལ་གཞོན་སྐྱེས་དང་བུད་མེད་ཀྱི་ནུས་སྟོབས་གོང་འཕེལ་གཏང་ངེས་ཡིན་ཟེར་ཏེ་ད་ཕལ་ཆེར་ནུས་སྟོབས་གོང་འཕེལ་གཏང་གི་ཡོད་ས་རེད་བསམ་འདུག་སྲིད་སྐྱོང་གིས། སྲིད་གཞུང་འདུག་བསད་ནས་མི་གེ་ཡག་ལ་མི་གང་གེ་གི་དེབ་འཇུ་ཤུག་གི་འདུག་བཟོས་དུས་སྲིད་གཞུང་ཕ་ད་ཚུ་ད་བུད་མེད་ག་བ་མ་ང་ཡོད་ནས་ད་ག་རང་སྐྱེ་མི་འདེ་ཛོ་ཛ་ཆིག་ཆན་བྱ་ཆིག་འདྲུ་ཆན་འགྲམ་པ་ཐུག་ཡེ་འདུག་གེ་ད་ལག་པ་ལྟ་ངེ་འདུག་གེ་ད་ནི་ཨ་འདི་འདྲེ་ཀྱང་ཀྱང་ཆན་འགྲོག་འདུག་དངོས་གནས་དྲང་གནས་གི་བུད་མེད་གི་ནུས་སྟོབས་དེ་གོང་འཕེལ་ཧ་ལས་པ་གཏང་གི་འདུག་བསམ་གི་འདུག། ཨ་ནི། སྐུ་ངོ་གིས་བཤད་པ་རེད། མང་ཚོགས་དྲ་ཐོག་ནས་ཨ་ནི་བགྲོ་གླེང་བྱེད་བཅུག་གི་ཡིན། ཨ་ནི་བོད་ལོས། ད་བོད་དོན་དྭང་བླངས་ཞབས་ཞུ་ཟེར་དེ་ད་ལྟ། འདི་མར་བྱས་དེ་ངེས་ཅིག་ཡོད་རེད་ད་དེ་ཚོ་ལ། སྐུ་ངོ་གིས་བཀའ་ཤག་གི་སྲིད་བྱུས་ཡིན་པ་གཅིག་ལ་ངོས་འཛིན་བྱས་བཞག་ན་མི་འགྲིག་པ་ཟེར་བ་མ་རེད་ད་དེ་གསུངས་ཚོད་ལ། དེ་གི་ནང་ནས་དོན་ཚན་གཅིག་གཉིས་ཅིག་མ་གཏོགས་ཡོངས་སུ་བཙོག་པ། དེ་ཆ་དེ་བཞག། རྒྱབ་འགལ་ཆ་བཞག། སྐུ་ངོ་གི་ཆ་ལས་སྣང་སྟངས་ནི་བྱས་པ་ཅིག། འོ་ད་འདི་རེད་བྱས་ཙང་འགན་སྨིག་གི་བས་ཀྱི་རྒྱུ་མཚན་འདི་ཚོ་རེད། ང་འགན་ང་མ་རེད་པུ་ལི་སི་ཚ་འདྲོག་རེད་ཟེར་དེ་འདྲས་བཤད་འདུག་ཨ། ཨ་ནི་སྔོན་མ་ཨོ་སི་ཁྲུ་ལི་ཡ་ལས་ནི་དྲི་བ་ཅིག་བཏང་བ་རེད། དྲི་བ་བཏང་དུས་ལ་སྐུ་ངོ་གི་བས་ཤེས་བྱ་ཡག་ཐག་ཅིག་བཏང་བྱུང། ད་དེང་སང་སྐུ་ངོ་ལ་ཧ་ལམ་གཞན་པ་ནས་དྲི་བ་བཏང་གིན་འགྲོ་ངེས་མི་འདུག། ཕྱིར་ན་ལན་ནི་ཡག་པོ་རྒྱག་མི་འདུག། ཆོ་མེད་པ་ཤེས་བྱ་བཏང་ཆོག་འདུག་མི་གཞན་པ་ཡོང་གིན་དེ་ཚོ་ལས་ཤེས་བྱ་བོར་འགྲོ་འདུག་ཨ་ནི་ཆོ་ཆེད་མི་འདུག་སྐུ་ངོགས་ཀྱི་ག་བཞིན་སྤྲོ་བཞིན་དྲི་བ་དང་ག་བཞིན་སྤྲོ་བཞིན་སོ་སོའི་གི་མང་ཚོགས་ཀྱི་ལ་དེ་སྡུག་མཉམ་མྱོང་བྱེད་ཐུབ་གི་མེད་པ་ཆ་ཚབ་རེད་ད་འདྲེ་གི་གནས་སྟངས་འདིར། ཁོ་རང་གིས་ཡང་མེད་ན་ཁོ་རང་ལེན་གི་འོ་རེད་ཡང་མེད་ཁོ་རང་རྒྱབ་སྐྱོར་བྱེད་ངེས་ལེན་དེ་འོ་རེད་ད་དེ་གནད་དོན་ག་རེའི་ཐོག་ནས་ལེན་པ་ཧ་མོག་གོ་ཡིན་ནས་གནས་སྟངས་དེ་འདྲས་ཅིག་ཆགས་བསྡད་བཞག་ད་ད་ལྟའི་གི་བཙན་བྱོལ་སྤྱི་ཚོགས་ནང་ལོག་གི་དེ་ལྟ་སྟངས་ལ་ང་ཚོས་ལྟ་ཡོང་དུས་ལ་སྐྱོ་ཤུལ་ཅིག་ཆགས་འོ་རེད་ད་ད་སྐུ་ངོ་ཁོ་རང་ལ་རྒྱབ་སྐྱོར་བྱེད་ངེས་གི་ཨ་རེད་ཡོད་ངེས་ཆོས་སྐྱིད་ཟེར་ཅིག་གི་ཤེས་འདུག་ཨ་སྐུ་མདུན་ལོ་ལྟ་ལོ་གཉིས་གསུམ་གི་གོང་ནས་ཀྱང་སྐུ་མདུན་ཧོབས་སུ་ག་གེ་སོང་ཟེར། འདི་ཁྱེད་རང་ཚོ་གི་ལས་ཀ་བྱེད་སྟངས་ཡག་པོ་མ་བྱས་པ་རེད་བ་ཟེར་གི་འདུག་ཨ། འདི་ནས་མར་ལ་མོག་གིས་ཡང་ཀླད་པ་ཞེན་པ་ཁྲིད་འགྲོ་གི་འདུག་དྲ་རྒྱ་ལ་སྐད་ཆ་བཤད་མཁན་ཁ་ཤས་གཅིག་གི་ངོས་ནས་མ་རེད་ད། དངོས་གནས་རེད། བཀའ་ཤག་གི་ལས་ཀ་བྱེད་སྟངས་མ་འགྲིག་པའི་རྐྱེན་གྱིས་སྐུ་མདུན་གས་གི་བར་ད། སྐུ་མདུན་ལ་འགན་ཐོལ་བ་ལས་གི་བར། བཀའ་ཤག་ཤར་སྐྱ་ཡི་གེ་སྐུ་མདུན་རྫ་ཆེ་ལྔ་གར་གཅིག་བུ་རེད་ཟེར་ནས་དྲི་བ་ད་ང་འདྲོག་གོ། ཁོ་གང་ཚོ་འཇིགས་ངེས་བྱ་བྱ་བ། ཁོ་རང་གིས་བློ་ཁོག་ཐང་པོའི་ངང་ནས་བྱེད་སྒོ་མཐའ་དག་བྱས་པ་ཡིན་ན་ད་གཟོད་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་ད་ལྟ་ནང་བཞིན་ཁ་འབུ་གི་མ་རེད་ད་ད་ལྟ་སྐྱོ་ཤུལ་ཅིག་ཆགས་འགྲོ་གི་ད་དེ་དེ་འདྲས་ཅིག་ཞུ་ཡས་བྱུང་སོང་ཨ་ནི་དེ་དང་འཕྲོས་བས་ཀྱི་སྤྱི་ཚོགས་གང་ལ་ད་ད་ལྟའི་གི་ཆ་ལ་ངས་སྐད་ཆ་ཅིག་བཤད་ཡས་ཅིག་ཡོད་ད་ད་ལྟ་ག་རེད་ཟེར་ན། བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་མི་ལ་རང་བཙན། ཟེར་མཁན་གཅིག་གིས་ད་སྔས་མ་ནས་ཐོན་པ་རེད། མི་ལ་རང་བཙན་ཟེར་དེ་སྔས་མ་ནས་ཡོད་པ་མི་གཅིག་གིས། སྔས་མ་འོས་བསྡུ་གི་གོང་དེ་མ་རྟ་གང་ཆད་སྲིད་སྐྱོང་སྤེན་པ་ཚེ་རིང་ཡར་སྐྱེས་སྲིད་སྐྱོང་སྤེན་པ་ཚེ་རིང་གི་གྲོགས་པོ་ཡོད་ན་མེད་ན་གཅིག་རེད། ད་གཙོ་ཆེ་ཤོས་དེ་ཁོ་རང། སུའི་གི་ཕྱོགས་གཏོགས་ཡིན་པ་དང་དེ་གལ་ཆེ་མ་རེད། ཁོ་རང་གིས་ག་རེ་བྱེད་ཀྱི་ཡོད་མེད་དེ་གལ་ཆེ་ཤོས་སོང་ཙང། ཁོས། ད་ལྟ་སྤྱི་བཏང་གི་ཆ་ནས་བྱ་ཡོང་དུས་ལ་ང་ཚོས་ལྟ་ཡོང་དུས་ལ་ཏིས་ཙ་ཐ་སེམས་པ་ཐང་ཐང་མེད་པའི་གི་བཟོ་འགྲོ་རྗེས་སྐད་ཆ་བཤད་ཀྱི་ཡོད་རེད་ད་ད་འདས་གི་དྲ་རྒྱ་ལྟ་ཡོང་དུས་ལ། ག་རེ་བྱེད་ཟེར་ན་རྣམ་རྒྱལ་གྲོས་ཁག་གི་དཀའ་ངལ་ཁོ་རང་ལ་མ་གཏོགས་སུ་གཅིག་ལ་ཡོད་མ་རེད། ཡིན་པ་ཡིན་ན་ཁོ་ལམ་སྟོན་དུ་ཤི་བོ་ཅིག་བྱས་དེ་གོར་རྣམ་རྒྱལ་སྤྲུལ་པ་པ་ད་ལྟ་ལྷ་རྒྱ་རི་ཡིན་མི་ཡིན་དང་ཅིག་ཁྱེད་རང་ཚོ་ལྟ་ངེས་ཡིན་ན་དཀའ་ངལ་གང་ཡང་འཕྲད་མ་རེད་ད་ཅི་ཞིག་ཅིག་བྱས་སྟབས་རེད་མ་མ་མ་རྣམ་རྒྱལ་སྤྲུལ་པ་དེ་འདྲ་གི་དཀའ་ངལ་གང་ཡང་ཡོད་མ་རེད་སུ་གཅིག་ལ་དཀའ་ངལ་ཡོད་མ་དཀའ་ངལ་ཡོད་པ་ཁྱེད་རང་རེད། མི་ལ་རང་བཙན་ཁྱེད་རང་རང། ཁྱེད་རང་ལ་དཀའ་ངལ་འཕྲད་ཀྱི་ཡོད་པ་ཡིན་ན་ཁྱེད་རང་གིས་དེ་གས་ཁྱེད་རང་གིས་བྱེད་དགོས་རེད། ཁྱེད་རང་ཤེས་འགྱོ་དེ་གས་བྱེད་བྱེད། ད་གཟོད་གཞི་ནས་ཁྱེད་རང་གི་དྲ་རྒྱའི་ཁ་ཡོང་བྱས་ནས་རྣམ་རྒྱལ་གྲོལ་བ་གས་ཨ་པ་པ་འདི་མ་རེད་འདུག་ག་ཟེར་ཏེ་ཁྱེད་རང་གི་དྲ་རྒྱའི་ཁ་མ་སྟོན་ཁི་ཡོང་དགོས་རེད། རྣམ་རྒྱལ་སྤྲོས་པ་སྤར་པ་སུ་དང་འབྲེལ་བ་ཡོད་མེད་དང་སྤར་པ་ལྷ་རྒྱ་རི་ཡིན་དང་མིན་དང་ལྷ་རྒྱ་རི་ཁྱིམ་རྒྱུད་དེ་སྲུང་བཙན་སྒམ་པོའི་ཁྱིམ་རྒྱུད་ཡིན་དང་མིན་ཟེར་ནས་ཁྱེད་རང་གིས་འདྲ་མ་འདྲ་ཅེས་འགྲེལ་བཤད་རྒྱོབ་ཀྱང་ཁྱེད་རང་ལ་དཀའ་ངལ་ཅིག་འཕྲད་དེ་ཡོད་རེད་མ་གཏོགས་སུ་གཅིག་ལ་དཀའ་ངལ་འཕྲད་གི་ཡོད་མ་རེད་ག་རེད་ཟེར་ན། བོད་ནང་ལ་ད་ལྟ་བར་དུ་བོད་བལ་གྱི་ཡ་རབས་སྤྱོད་བཟང་དང་གཅིག་འཛམ་གླིང་གི་མིའི་གི་སོ་སོའི་གི་སྐྱེ་ཁུངས་ཤེས་མཁན་རྐྱང་རྐྱང་གོ་རེད་དེ་བྱས་ཙང། མི་ལ་སྐྱེ་ཁུངས་མེད་ན་སྤྲེའུ་དང་གཅིག་པ་རེད་ཟེར་སེམས་ཅན་སྤྲེའུ་འདུག་ཨ། ཤིང་ནགས་གི་སྤྲེའུ་དང་གཅིག་པ་ཟེར་གོ་རེད་སྐྱེ་ཁུངས་མེད་ན། ཁོ་ལ་གཡོ་ཡོད་མ་རེད་ཟེར་གོ་རེད་བྱས་ཙང་མི་སོ་སོ་སོ་སྐྱེ་ཁུངས་བྱས་ཙང་རྒྱུས་པ་དེ་ནི་ཡོང་གི་རེད་ད་ལྟ་བར། ད་ཁོ་རང་གིས་ཧུབ་སོན་ཁ་ལ་དཀའ་ངལ་འཕྲད་ནས་ད་ལྷ་རྒྱ་རིགས་ཀྱི་ཁྱིམ་རྒྱུད་དེ་སྲུང་བསམ་སྐམ་པའི་དུང་རྒྱུད་རེད་མི་འདུག་ཨ་ཟེར་འགྲོ་ད། ངས་བསམ་དང་དུས་ལ། དེ་མི་ལ་རང་བཙན་ལ་ཅི་དཀའ་ངལ་ག་རེ་གི་ཐོག་ནས་དཀའ་ངལ་འཕྲད་ཡོད་ན་ག་རེའི་ཐོག་ཡིན་མེད་མ་ཤེས། སྐད་ཆ་བཤད་སྟངས་ཡོངས་སུ་རྩོག་པ་འགལ་བ་རྐྱང་རྐྱང་ཅན་བཤད་བསྡད་གི་འདུག་ག་དྲ་རྒྱའི་ག་ལ། དེ་ལས་ལྡོག་སྟེ་ལྷ་རྒྱ་རིགས་ཀྱི། ད་ལྟ།

རྒྱ་ནག་ལ་དཀའ་ངལ་ཤུགས་ཆེ་ཐག་གཅོད་བྲལ་བར། ལྷ་རྒྱ་རི་ཁྱིམ་རྒྱུད་གར་བཅས་ལ་བ་རྒྱ་བ་སྐུ་འཕྲེང་བཅུ་གསུམ་པ་ལ་དད་པ་ལྷ་རྒྱ་རི་གི་སྲས་ཆུང་གིས་དམག་རྒྱོབ་བྱས་ནས་རྒྱ་འབུམ་བཀང་ལ་རྒྱ་མི་འབུམ་བསད་ནས་དེས་ལྷ་རྒྱ་རི་གི་སྲས་ཆུང་བཅུ་དགུ་མ་གཏོགས་སྲོག་ཤོར་ཡོང་བ་རེད་དམག་སྤྱི་བཞིའི་ནང་ནས། དེ་མིན་ལ་རང་བཙན་ཁྱེད་རང་གིས་དེ་ཚོ་ལྷ་རྒྱ་རི་ཁྱིམ་རྒྱུད་ཟེར་འདི་ཚོ་ད་ག་ད་ག་མ་རེད་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ང་རང་ཚོ་ཐག་རིང་པོ་འགྲོ་མི་གོ་ཉེ་སའི་ཆར་ཁོ་རང་ལྷ་རྒྱ་རི་སྲས་ཆུང་གིས་སོག་སྦན་ལ་བཙུགས་ནས་སོག་སྦན་ལ་དངོས་གནས་བཙུགས་པ་རེད་ད་སོག་བློས་བཏང་དངོས་གནས་བྱས་ནས་ཆུ་ཁྲི་དེ་གི་ནང་ལ་ཁྱེད་རང་ཆ་ཚང་ལྟ་ཡས་ཡོད་རེད་ཉེ་བའི་ལ་ལོ་རྒྱུས་ནང་དེ་ལས་ལྡོག་སྟེ་ལམ་ཉེ་ཤུས་ལྷ་རྒྱ་རི་གི་ད་ལྟའི་གི་ཁྲི་ཆེན་བཅུ་དགུ་པའི་གི་ད་ལྟའི་གི། ཁྲིད་གཏོང་རྒྱུ་དེ་ད་ལྟ་དེ་རེད། ད་ལྟ་ཡོད་པའི་ཁྲིད་ཆེན་དེ་ངོས་འཛིན་གནང་ཞོར། ད་ལྟ་ལྷ་རྒྱ་རིགས་ཀྱི་རྣམ་རྒྱལ་སྒྲོལ་དཀར་གྱིས་ལྷ་རྒྱ་རིགས་ཀྱི་དེ་ལྷ་རྒྱ་རིགས་ཀྱི་རྒྱུད་པ་ཡིན་ཟེར་ནས་ལྷ་རྒྱ་རིགས་ཀྱི་གདུང་རྒྱུད་ཅིག་ཡིན་པ་མ་གཏོགས་ལྷ་རྒྱ་རིགས་ཀྱི་ཁྲིད་འཛིན་དེ་ཡིན་ཟེར་ནས་བཤད་ཀྱི་ཡོད་མ་རེད། ཁྱེད་རང་དེ་ཡས་འགོ་ཚུགས་མི་འདུག། ཁྲི་ལ་སུ་དེ་ཡོད་རེད་ཁྲི་འཛིན་སུ་ངོས་འཛིན་བྱས་ཡོད་རེད་ལྷག་པར་དུ་ཁྱེད་རང་གི་དེའི་ནང་ནས་དངོས་གནས་དྲང་གནས་ཀྱི་ངས་ཁྱེད་རང་ལ་ཐང་ཐང་མི་འདུག་ཟེར་ཞུ་དགོས་ཡོད་ཀྱི་རྒྱུ་མཚན་གཙོ་བོ་དེ་ག་རེད་ལབ་པ་ཡིན་ན། ཁྱེད་རང་གི་སྐུ་འདུན་ལ་ཡིད་ཆེས་མེད་པའི་གི་སྐད་ཆ་བཤད་ཀྱི་འདུག་ག་དངོས་གནས་དྲང་གནས་ཀྱི་ཚབ་ཇི་ལྟར་བྱས་པའི་གི་སྐད་ཆ་རེད་བ། སྐྱབས་མགོན་རིན་པོ་ཆེ་སྐྱེད་ཚིན་བཤད་པ་རེད་མདོག་མདོག་བཤད་གི་འདུག་ག་སྐྱབས་མགོན་རིན་པོ་ཆེ་གོས་བུའི་དབང་དུ་བཤད་བཞག་པ་ཙམ་རེད་ཟེར། སྟབས་སྐྱབས་མགོན་རིན་ཆེན་གུས་པའི་དབང་དུ་བཤད་བཞག་འདུག་ཟེར་ཡ་འགྲོ་བཤད་པ་ཡིན་ན་སྐྱབས་མགོན་རིན་ཆེན་སྐད་འཛིན་བཤད་འདུག་ཟེར་དགོས་རོགས་གདའ། འཛམ་གླིང་གི་མི་དམངས་ཀྱི་གོང་དུ་བཀུར་སེལ་གྱི་གང་ཟག་ང་རང་ཚོ་བོད་པ་གཅིག་ཡོད་དོ་ཅོག་གིས་བས་ཏེ། ཡིད་ཆེས་དང་བློས་འགེལ་བྱེད་སེལ་གྱི་གང་ཟག་དེ་ལ་ཁྱེད་རང་གི་སྐད་འཛིན་བཤད་འདུག་མདོ་མདོ་བཤད་འདུག་ཨ་ད་དོག་དོག་ཁྱེད་རང་སྐད་ཆའི་ནང་ལ་དངོས་གནས་དྲང་གནས་འདུག་ད་ངས་ད་ལྟ་དྲག་གོར་ཉར་བསྡད་ཡོད་ཁྱེད་རང་གི་སྐད་ཆའི་རིགས།

གཏམ་སྔ་ཕྱི་མི་མཐུན་པ་ཆགས་པར་བ་ཁྱེད་རང་བྱས་ཙང་ཁྱེད་རང་ལ་ཁྱིམ་རྒྱུད་མེད་ཡིན་ནས་ང་ཚོ་ད་ལྟ་བོད་ནང་ལ་ཁྱིམ་རྒྱུད་ཁྱིམ་རྒྱུད་ཁྱིམ་རྒྱུད་དེ་དཔེ་ན་ཐབས་སྐྱོ་ཞིག་ང་འགྲོ་བཞིན་ང་དཔེ་དམའ་པོ་ཞི་བོ་རེད་ཅིག་དཀའ་ང་ཅིག་སྐྱོ་སྐྱོ་ལམ་སྐྱོ་ལམ་ངེད་མ་ཡེ་ཕྱི་ཚང་གི་འཕྲལ་གཏོང་གིན་ཅིག་པུ་རེད་ཡེ་ཕྱི་གི་འཕྲལ་གཏོང་གིན་ཅིག་འཕྲལ་པ་ཅིག་རེད་ཡེ་ཕྱི་ལ་འཕྲལ་སྐྱོ་ནི་དེ་ངེད་ཀྱི་ཡེ་ཕྱི་གི་གཡོག་པོ་ཆུང་ཆུང་ཅིག་ཡིན་ནས་ང་ལས་མི་རྒྱུད་ཡོད་དཔལ་ནཱ་ལེནྡྲ་འབྲུག་སྒར་ལ་ཇོ་ཡོས་བསྟན་པ་བཤད་ཉན་གི་མི་རྒྱུད་ཡིན་ས་ང་ལ་སྤོབས་པ་ཡོད། རིགས་རྒྱུད་དེ་ནི་ཡོང་གི་ཡོད། དངོས་གནས་དྲང་གནས་རེད་ཁྱེད་རང་ཅིག་བསམ་དང་ད་ད་ཁྱེད་རང་ལ་རིགས་དེ་མི་འདུག་ཁྱེད་རང་སྤོབས་པ་གང་ཡིན་མིན་ཁྱེད་རང་གིས་ཤེས་ཀྱི་ཡོད་ན་བསམ་བསམ་བྱས་རེད་འདུག་ཁྱེད་རང་མི་ལ་ཡིད་ཆེས་མེད་རྒྱུ་ཆ་འདུག་འདི་ག་རེད་ཟེར་ན་སོ་སོ་ལ་ལྟོས་ཡས་མེད་དུས་ལ་མི་ཚང་མ་གཅིག་པ་རེད་བསམ་པའི་གི་ཚོར་སྣང་འགྲོ་ཅིག་ཡོད་ཀྱི་རེད་ཁྱེད་རང་ལ། བྱས་ཙང་ང་ཚོ་རིགས་རིམ་པས་རིམ་པས་དལ་ཡོང་མགྱོགས་ཀྱི་སྟབས་དཔལ་ན་ས་སྐྱ་ཁྲི་ཆེན་ཟེར་ས་སྐྱ་ཁ་ས་སྐྱའི་སྐབས་ཀྱི་ས་སྐྱ་དཔལ་ཁྲི་སྟབས་ཀ་ནས་བཅས་ཡོང་བཞིན་མགྱོགས་རེད། ད་དེང་སང་ལྟ་ད་ངེད་ཅག་རང་རྩོད་པ་མང་པོ་ཞི་བོ་ཅིག་རྒྱག་གི་འདུག་དཔལ་ན་གྲུབ་ཐོག་ཐང་ཐུང་རྒྱལ་བོད་ཀྱི་མི་རྒྱུད་དེ་ད་ལྟ་གཙང་དེ་མ་རེད་གཙང་དེ་ནི་དེ་ནས་མ་ལ་གཙང་ངམ་རིང་དེ་ནས་མ་རེད། དེ་མི་རྒྱུད་ཁོ་རང་ཚོ་མི་རྒྱུད་ཅིག་དེད་ཡོང་གི་འོ་རེད་དེ། ལྷ། ད་ལྟ། ཧོར་གཙང་འཇིགས་མེད་ཀྱི་པའི་ཨ་མདོ་ཕྱོགས་ནས་ཡིན་ཟེར་ནས་དེ་འདྲས་ཀྱིས་ཁོ་རང་ཚོ་གི་བཤད་གི་འདུག་བ། ལྷ་རྒྱ་རི། རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱི་ཡུམ་བརྟན་སྲས་ཡུམ་བརྟན་དང་འོད་སྲུང་གཉིས་ཀྱི་རིགས་རྒྱུད་དེ་སྟོད་ལ་དར་རེད་མངའ་རིས་ལ་དར་ཡོད་རེད། ཡུམ་བརྟན་གྱི་རིགས་རྒྱུད་དེ་སྨད་ལ་དར་ཡོད་རེད། འོད་སྲུང་གི་རིགས་རྒྱུད་དེ་སྟོད་ལ་དར། དད་པ་ལྷ་རྒྱ་རི་སེ་དེ་དཔལ་ཏེ། སྲོང་བཙན་སྒམ་པོ་འོད་སྲུང་གི་དུང་རྒྱུད་དེ་ནས་རིམ་པས་རིམ་པས་རིམ་པས་དཔལ་ཏེ་རེ་རེ་ཅན་ཚིལ་ལིན་ཚུལ་ཁྲིམས་ཅན་ཡོངས་ཤིག་གྱུར་ཕྱག་བདེ་བར་ད་འདི་བར་ཁྱེད་རང། ཧང་ས་ཡས་ཅི་གང་ཡོད་མ་རེད་དེ། ཧུབ་སུ་ཁར་ཁྱེད་རང་བསམ། སྐུ་མདུན་ལ། རྔན་པ་འགྲོ་དེ་སྐུ་མདུན་གྱེར་འཛིན་ཤས་ཆེན་བཟོས་ཤ་བ་རེད་ཟེར་དེ་འདྲས་ཀྱི་དོགས་པ་འགྲོ་བྱིང་དོ། དེ་ཁྱེད་རང་ཟེར་ཁྱེད་རང་རང་གི་སྐྱོན་རེད། སྐྱོན་ཆེ་ཤོས་དེ་ཁྱེད་རང་ད་ཁྱེད་རང་ལ་དཀའ་ངལ་འཕྲད་རྒྱུ་དེ་དོན་དུ་ལག་པས་ལྷ་རྒྱ་རིགས་ཀྱི་ཨ་མ་མོ་རང་ཅི་ཞིག་ཅིག་འགྲོགས་ནས་བྱེད་དགོས་རེད་མ་མ་མ་ལྷ་རྒྱ་རིགས་ཀྱི་ད་ལྟ་ལྷ་རྒྱ་རི་ཡུམ་ཆེན་ད་ལྟ་ཕུན་ཚོགས་སྒྲོལ་དཀར་ལགས་ལ་དཀའ་ངལ་གང་ཡང་ཡོད་མ་རེད་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལ་དཀའ་ངལ་གང་ཡང་ཡོད་མ་རེད་སྤྱི་ཚོགས་ནང་ལོག་ལ་དཀའ་ངལ་སུ་གཅིག་ལ་འཕྲད་ཀྱི་ཡོད་མ་རེད་ལྷ་རྒྱ་རིགས་ཀྱི་མཚན་སྙན་ཁྱེད་མཆིས་རྒྱུ་ལ་དཀའ་ངལ་ཆེ་ཤོས་དེ་རྒྱ་ནག་ཅིག་འཕྲད་དགོས་རེད་གཉིས་པ་དེ་ཁྱེད་རང་འཕྲད་འདུག་རྒྱ་ནག་ལ་འཕྲད་དགོས་ཡོད་དེ་རྒྱུ་མཚན་ག་རེད་ཟེར་ན་བོད་ཀྱི་དྭགས་བོད་ཀྱི་མི་རྒྱུད་ཆགས་དེ་གོ་རེད། དེ་རྒྱ་ནག་གུང་ཁྲན་ཏང་དང་ཁྱེད་རང་གཉིས་ཅག་ལ་མ་གཏོགས་དཀའ་ངལ་མེད་པ་ཁྱེད་རང་གཉིས་ཅག་གངས་ཅན་ཞི་བོ་གཅིག་དེ་འདྲས་ཀྱི་དཀའ་ངལ་ཞི་བོ་གཅིག་ཡོད་པ་ཡིན་ན་ཁྱེད་རང་གཉིས་ཅག་ཡོངས་བཅས་ནས་གདུང་རྒྱུད་རྩེ་གཅིག་བྱེད་དགོས་རེད། དངོས་གནས་དྲང་གནས་རེད། རྒྱ་ནག་གི་ད་ལྟ་ད་དུང་ཁྱོད་རང་ནང་བཞིན་བཤད་དགོས་མ་རེད་རྒྱ་ནག་གི་ངོས་འཛིན་བྱས་བཤད་བྱས་བྱེད་དགོས་རེད་རྒྱ་ནག་གར་ཅན་ཟེར་ན་རྒྱ་ནག་གི་བསམ་བློའི་ནང་ལ་མིའི་བསམ་བློ་ཡོད་རེད་མིའི་འགྲོ་སྟངས་ཤེས་དགོས་རེད་མིའི་གི་ཀུན་སྤྱོད་ཡོད་རེད། ཁྱེད་རང་ལ་མི་སྐྱོད་མེད་པའི་གི་རྐྱེན་གི་ཁྱེད་རང་གི་ད་ལྟ་སྐད་ཆ་དེ་གི་བཤད་གི་ཡོད་རེད། ལྷ་རྒྱ་རིགས་གི་གདུང་རྒྱུད་ཡིན་ནམ་མེད་ནམ་བསམ་དོགས་པ་འདུག་ཟེར་ཡས་འགྲོ་དེ་འདྲ། ཧ་ལས་པ་རེད་ཁྱེད་རང་སྐད་ཆ་བ་དེ་འདྲ་བཤད་ཡས་ལ། ཁྱེད་རང་ཉེ་བའི་གི་ལོ་རྒྱུས་རང་ནང་ལོག་ལ་ད་ལྟ་ལྷ་རྒྱ་རི་གི་ཁྱིམ་རྒྱུད་ལ་སྤུ་གུ་ག་ཚོད་ཡོད་མེད་ཁྱེད་རང་ཤེས་མི་འདུག་ག། ཁྱེད་རང་མིག་མདུན་ལ་ཡོད་པ། དོན་དུ་ལོ་སྟོང་ཕྲག་གི་ལོ་རྒྱུས་དེ་འདྲའི་ཁྱེད་ཅག་ང་དོག་པ་འདུག་ཧཧཧ་ཚོད་ཁྱེད་རང་གི་དྲ་རྒྱའི་ཁག་དེ་འདྲས་ཁྱེད་རང་ཤེས་ནུས་པ་དེ་ཧ་ལས་པ་རེད་མི་ཉན་ངན་གུས་མི་ཤོག་གོ་རེད་མང་པོ་ཅིག་གིས་ཉན་ནི་དངོས་གནས་དྲང་གནས་རེད་ད། ཧང་སངས་པར་ཁྱེད་རང་སྐད་ཆ་དེ་འདྲའི་བཤད་ཡས་ལ་དངོས་གནས་དྲང་མེད་ཀྱི་ཧང་སངས་པ། ང་ཚོ་བོད་བལ་གྱི་རྒྱལ་པོའི་གྱི་གདུང་རྒྱུད་དེ་ཁྱེད་རང་དེ་ལས་ལྷག་ག་ཁྱེད་རང་འབྲུག་ནང་ལས་རྒྱལ་པོ་གཉའ་ཁྲི་བཙན་པོ་དེ་ཚོར་ངོས་འཛིན་བྱེད་བར་དོ་དང། ང་རང་ཚོ་བོད་བལ་ངོས་འཛིན་ཡིན་དང་ཡིན། ཕྱི་རྒྱལ་ཡུལ་གྲུ་ཁག་གི་ངོས་འཛིན་ཡིན་དང་ཡིན། རྒྱ་ནག་གི་གཞུང་དེབ་མང་པོའི་ནང་ལ་འཁོད་བསྡད་བར་དེ་ཚོ་ལོ་རྒྱུས་ཁོད་འདི་ཨར། བྱས་ཙང། མི་ལ་ཁྱིམ་རྒྱུད། བཤད་ཡས་མེད་ན། ནགས་ཚལ་གྱི་སྤྲེའུ་དང་གཅིག་མཚུངས་རེད་ཟེར་ཏེ་ད་ཁྱེད་རང་ཆགས་དེ་གོ་རེད། ད་ལྟ་ཆ་ཙམ་བཤད་ཡོད་རེད་ད། ཐུ་མི་གི་མི་རྒྱུད་ཡོད་རེད། ད་ཐུ་མི་སམ་པ་འདྲ་སེམས་ན་ཟོ་ཁ་སྲུང་མཚན་སྐམ་པའི་སྐབས་ཀྱི་རེད་ད། ད་ལྟ་མི་རྒྱུད་ཡོད་རེད་དེ་དེ་ཡོད་རེད། ཚང་མ་དེ་ཡོད་རེད་ད་ལྟ། ད་ཁྱེད་རང་ལ་དཀའ་ངལ་འཕྲད་པར་ལྟ་སྟེ། རྒྱ་མི་གཅིག་བྱས་ཁྱེད་རང་གཅིག་བྱས་དཀའ་ངལ་འཕྲད་ངེས་མིན་རྒྱ་ནག་དང་གཅིག་གཉིས་འདུག་ག་ད་གཅིག་བྱས་ན། འདི་ཚོ་ཁྱེད་རང་ལ་གཅིག་བྱས་ན་ཁྱེད་རང་ལ་དཀའ་ངལ་ཡིན་མི་སྲིད་པ་དེ་འདྲ་རེད། ག་རེད་ཟེར་ན་དཀའ་ངལ་ཆེ་ཤོས་དེ་བཙན་བྱོལ་བོད་མིའི་གི་སྤྱི་ཚོགས་གང་ལགས་ལ་འཕྲལ་ཡས་ཀྱི་དཀའ་ངལ་མང་ཤོས་དེ་སྐུ་ངོ་འདའོ་ཚེ་རིང་ལ་འཕྲད་ཡོད་རེད་དེས་རྐྱེན་པས་ཨ་ནི་ཁྱེད་རང་ཚོ་ཕ་ཚོར་ཁ་མདུན་བྱས་བྱས་ནས་ཁྱེད་རང་གི་སྨྱོ་ཅོག་པོ་ཚོ་འགྲོ་བྱེད་བཤད་བྱས་ནས་སྤྱི་ཚོགས་ལ་གནས་ཚུལ་ཁ་ལོ་བསྒྱུར་ཡས་དང་དེ་འདྲས་ཡིན་ན་ཧ་མོ་གོ་དེ་ཡིན་ནས་མི་མང་ད་ལྟ་རིག་པ་དྭངས་གསལ་ངོས་ནས་ཚང་མ་ལ་བལྟ་གི་ཡོད་རེད་ལ་མི་མང་ཚང་མ་རིག་པ་དྭངས་གསལ་རེད་ད། མི་ལ་རང་བཙན་ཁྱེད་རང་གིས་དེ་མི་དམངས་ལྐུག་པ་རེད་བསམ་ཁྱེད་རང་གང་བྱུང་ང་བྱུང་བཤད་ནི་ཁུངས་གཅིག་འཁྱེར་གི་རེད་ལག་གཅིག་བཏགས་གི་རེད་སྨྲ་བསམ་མ་གཏོགས། དངོས་གནས་དྲང་གནས་ཀྱི་མི་དམངས་ཀྱི་མཁྱེན་གི་ཡོད་རེད་ལ། ཚང་མ་ཁུངས་ལྡན་རེད་ཡིག་ཆ་ཁུངས་ལྡན་ཡོད་རེད་དེའི་རྐྱེན་པས། ཨོ་ཨེ་འདྲས་འགྲོ་ཅིག། དེ་རེད། ཨཱ་ནི། སྐུ་ངོ་ཟླ་བ་ཚེ་རིང་གིས། ད་ད་ལྟ། གཞོན་སྐྱེས་ཀྱི་ཚོགས་འདུ་འདུག་ཟེར་ནས་ཚོགས་ཀྱི་ཡོད་རེད། འདི་ཚོ་དངོས་གནས་དྲང་གནས་ཀྱི་ད་ད་ལྟ་གཞོན་སྐྱེས་ཚོགས་འདུ་ལ་ཕན་ངེས་འདི་ཚོས་རིག་པ་དྭངས་གསལ་གྱི་བློ་ནད་དུ་ཕབ་པའི་ངང་ནས། ང་ཚོའི་གི་མི་རིགས་ལ་དགོངས་པ་ཅིག་བཞེས་ཐུབ་ན་ཧ་ལས་པ་ཡག་པོ་རེད་གཞོན་སྐྱེས་རྣམ་པས། ད་གཞོན་སྐྱེས་རྣམ་པས་དོམ་ཚིག་དེ་འདྲས་རྒྱག་ཡས་ཡོད་རེད་ལྟ་སྟངས་གཅིག་ཡོད་རེད་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ད་ད་ད་ཁྱེད་རང་ཚོ་ཐག་རིང་པོ་མི་བྱེད་ཅེ་ད་ད་ཡོད་པའི་གི་དབུས་གཙང་གི་རྒྱུན་ལས་དེ་གས་ག་འདྲས་རྐྱང་རྐྱང་ལས་འདུག་ལྟ། དེ་ཚོ་ག་འདྲས་བྱས་ཡོང་པ་རེད། ཨ་ནི་ཁྱེད་རང་ཚོ་དར་རམ་སར་སླེབས་པའི་གི་ཞོར་ལ། མདོ་སྟོད་ཆུ་བཞི་རྐང་དྲུག་དེ་ཚོའི་གི་རྒྱུན་ལས་འདེམས་སྟངས་ག་འདྲས་གདམ་གི་འདུག། ཆུ་བཞི་རྐང་དྲུག་ཁྱབ་ཁོངས་གི་ཁོ་རང་ཚོ་གི་རྒྱུན་ལས་ཚང་མ་ཤེས་གི་འདུག་མི་འདུག། དབུས་གཙང་ཁྱབ་ཁོངས་གི་དབུས་གཙང་གི་རྒྱུན་ལས་དེ་གི་དབུས་རྒྱུན་ལས་སུ་སུ་སུ་ཡིན་མིན་ཤེས་གི་འདུག་གས་རྟ་ད། འདིར་རྒྱུ་མཚན་ག་རེ་བྱས་ནས་ཟེར་ན་ལྐོག་ལྐོག་སུད་སུད་རྐྱང་རྐྱང་བྱས་ནས་ད་ད་ལྟ་ང་ཚོ་བཙན་བྱོལ་སྤྱི་ཚོགས་ལྷུ་བཞི་འགྲོ་བའི་གཙོ་བོ་གཅིག་སྟེ་དབུས་གཙང་དེ་ཚགས་ཚུད་པོ་ཡོད་མ་རེད་དབུས་གཙང་ཚགས་ཚུད་པོ་ཡོང་བཅུག་གི་ཡོད་མ་རེད། རྒན་པ་དེ་གས་ཆབ་སྲིད་འཁྲབ་བྱས། རྒན་པ་དེ་གས་རང་གི་རྐུབ་བཀྱག་སྲུང་སྐྱོབ་བྱས་མ་གཏོགས་གཞོན་སྐྱེས་ནང་ནས་ཅིག་སྐད་ཆ་བཤད་ཐུབ་ངེས་སྤོབས་པ་དང་ལྡན་པའི་ཐོག་ནས་ལས་ཀ་ལ་འགན་ཁེ་ངེ་འཇིག་ལས་བཟུང་ན་འདི་དཔེ་དེ་ལྟ་བུ་རེད་འདི་ནག་རྒྱང་སོས་ཀྱ། ཡག་མེད་ན་ཁོ་ཁམས་པའི་སྒོར་འགྲོ་གིན་འདུག་སེ་འགྲོ་ཡག་མེད་ན་དེ། དེ་ཅིག་ད་གར་སོག་ར། གྱའུ་རིན་པོ་ཆེལ་ཅིག་ཚད་མེད་བྱུང་གིན་མཉམ་དུ་འགྲོ་གིན་འདུག་སེ་འགྲོ། ད་མི་དེ་ལ་སྐྱོན་མེད་ནས་སྐྱོན་ག་ས་ག་ལ་བཟོས་ཅན་ལྟ། དེ་དག་དངོས་གནས་ཡོག་རེད། ཆབ་སྲིད་མཁས་པོ་དེ་སྔོན་མ་རྒྱ་ནག་ལ་བྱིངས་རྒྱལ་རབས་འཐོར་འགྲོ་བའི་སྐབས་ལ་ཡུམ་ཆིན་ཚེ་གཅིག་གི་ལོ་བཞི་བཅུ་ཡོལ་བས་གྱུར་ནས་སྲིད་བཟུང་བ་རེད། དེའི་སྐབས་དེ་ལ་ཡུམ་ཆིན་ཚེ་གཅིག་གིས་སྐད་ཆ་དེ་ག་རང་བཤད་པ་རེད། མི་ལ་སྐྱོན་བཏང་ན་ལས་སླ་ཤོས་ཅིག་རེད་མི་གཅིག་ཡ་རབས་ཚུལ་ལྡན་གྱི་མི་གཅིག་རྩ་མེད་མི་བཟོས་ན་ཉེན་ཁ་དེ་ཡུམ་ཆེན་ཚེ་གཅིག་ཁྱེད་རང་ཡོང་གི་བ་རེད་ཡུམ་ཆེན་ཚེ་གཅིག་གི་བློ་བསྟན་པ་དེ་ཚོ་ཤེས་དགོས་བ་རེད་དེ་ནང་བཞིན་གྱི་ང་ཚོའི་གི་དབུས་གཙང་གི་གཞོན་སྐྱེས་ཤེས་ཡོན་ཅན་དྲང་བདེན་ལྷག་བསམ་ཅན་གྱི་མི་སྣ་གཅིག་སླེབས་པ་ཡིན་ན་དཀའ་ངལ་འདི་སྐུ་ངོ་ཟླ་བ་ཚེ་རིང་ལ་འཕྲད་ཡོང་གི་བ་རེད་སྐུ་ངོ་ཟླ་བ་ཚེ་རིང་གིས་ད་ལྟའི་བར་དུ་ལྐོག་ཟ་རུལ་སུངས་བྱས་ཤ་བ་ཅིག་དང་མི་མང་དགོས་ཡུལ་དགོས་མཁོ་གཡོག་ཤ་བ་ཅིག།

སྐུ་ངོ་ཁོ་ཚོས་གར་ལག་ཏུ་ག་རེ་བྱེད། ཤེལ་སྒྲོག་ཅན་དུ་ལག་པ་ག་བ་བཏགས་འདུག་སྐུ་ངོ་ཁོ་ཚོ་སྐྱབས་འདི་བྱས་འདུག་ག་ཁོ་རང་ཚོ་གི་འགན་འཁྲི་རྦད་དེ་བྱས་ནས། ཁྱེད་པ་དེ་གས་ག་རེ་བྱེད་འདུག་བལྟ་ནས་འགྲོ་དགོས་དེ་ནས། དེ་འདྲའི་གི་གནས་སྟངས་སྐྱོ་པོ་ཅིག་ང་ཚོ་དབུས་གཙང་གི་སྤྱི་འཐུས། ང་ཚོ་དབུས་གཙང་གི་སྤྱི་འཐུས་དེ་ཚོ་ཤེས་ཡོན་ཡོད་པ་དག་ཅིག་ལས་མི་མང་གི་གདམ་ཞིག་ཡོད་རེད་སོ་སོ་སྤོབས་པ་ལྡན་པའི་ཐོག་ནས་གཞུང་གི། སོ་སོའི་རྣ་རྒྱན་དམ་བཅའ་བྱས་པ་ནང་བཞིན་གྱི་ལས་ཀ་དེ་འགན་ཁྱི་བཞག་ན་འགྲིག་གི་ཨོ་རེད། མཁན་པ་དེ་གས་ལག་པ་ག་བ་བརྐྱང་གི་འདུག་མཁན་པ་དེ་གས་ག་རེ་བཤད་ཆོག་ག་རེ་བྱེད་གི་འདུག་མཁན་པ་དེ་གས་ལྷག་པ་ག་རེ་བརྐྱང་འདུག་དེའི་སྐོར་ལ་རྒྱུགས་དགོས་ཆགས་འདུག་དེ་ཁན་ཁག་མི་འདུག་ཨ། དེ་མ་བྱས་ན་དབུས་གཙང་གི་ཚོགས་པའི་གི་ཞལ་ལག་དེ་རག་མི་འདུག་ཨ། ཨབ་ཀྲུག་ཅིག་མ་བྱས་པ་ཡིན་ན་འདི་བྱས་ཚར་བས་བྱས་ལ་དེ་ནི་དེ་བྱས། ད་དབུས་གཙང་གི་གཞོན་སྐྱེས་ནང་ལོགས་ལ་མ་འོངས་པ་ལ་གཞོན་སྐྱེས་གསར་པ་དེ་ཚོ་རིག་པ་དྭངས་གསལ་ད་རིམ་པས་རིམ་པས་ཐོས་ཡོང་བ་ཡིན་ན་བསམ་ཞེད་སྣང་གིས་ད་དཔལ་ལྡན་གཞོན་སྐྱེས་ཀྱི་ཚོགས་འདུ་ཡིན་ཟེར་སྐོང་ཨ་ནི་དེའི་ནང་ལོགས་ལ་དཔལ་ལྡན་ཀླད་པ་ལྗང་ཁུ་དེ་བླུགས་ཡས་ཀྱིས་དཔལ་ལྡན་ཐབས་ཤེས་བརྒྱ་ཆ་བརྒྱ་ནས་བརྒྱ་བཏང་གི་འདུག་ག་འགྲོ་སོང་བཏང། འདྲ་མི་འདྲ་བྱས་ད་འགྲིག་ཡོད་རེད། འགྲོ་སོང་བཏང་ཚོགས་ད་འགྲིག་བསྡད་ཡོད་རེད། ཡིན་ནས། ཚོགས་གཡས་ལ་ཞེད་སྣང་དེ་འདྲ་གར་ཅན་བྱེད་དགོས་རེད་ཁྱེད་རང་གི་སྐུ་ངོ་ཟླ་བ་ཚེ་རིང་གཙུག་ཕལ་གྱི་ཚོགས་པ་བེད་སྤྱོད་བཏང་སོང་ང། དྭང་བླངས་མི་མང་ཚོགས་པ་ཟེར་གྱི་བེད་སྤྱོད་བཏང་བྱས་ནས། རང་བཙན་འཚོལ་འདོད་འགྲོ་མཁན་གྱི་གྲོས་ཚོགས་ཀྱི་འཐུས་མི་ཁྲིམས་ལ་བཅའ་གི་ཡིན་ཟེར་འགྲོ་འདྲ་མི་འདྲ་རྣ་བ་མི་མང་གི་རྣ་བ་བི་མ་འགྲོ་བཅུག་བྱས་ནས། ཡ་འཇམ་ཐིང་ཐིང་བས་ཚོགས་གཡས་ཀྱི་བསམ་བཏང་གི་འདུག་ཨ། འཇམ་ཐིང་ཐིང་ཚོགས་མ་རེད། སོ་སོ་ལ་དྲང་བདེན་ཡོད་ན་སྤོབས་པ་དང་གཟི་བརྗིད་ལྡན་པའི་ངང་ནས་ཚོགས་དང། དབུས་གཙང་མི་མང་རྒྱ་ཆེ་ཤོས་རེད། དངོས་གནས་དྲང་གནས་དབུས་གཙང་མདོར་བསྡུས་ནས་བཤད་ན་ནུས་པ་ཆེ་ཤོས་ཡོད། ཡིན་ནས་དབུས་གཙང་ནང་ལོགས་ལ་ད་ག་རེ་གི་ཐོབ་བལ་ཡིན་ནས་ད་ཅིག་དགོན་པ་སྤོས་ཕུག་ཏུ་ཆགས་ཡས་དེ་གཙོ་བོ་དེ་ཁྱེད་རང་ཚོ་རྒན་པ་དེ་གས་རྐུབ་བཀྱག་བློས་བཏང་དགོས། དེ་མ་ཐེག་གི་ཅུ་ཀུག་གི་ཁེ་ཕན་ལ་བསམ་བཏང་གི་བ་མ་རེད། རྒྱ་ཆེའི་མི་དམངས་བོད་མི་དམངས་ཀྱི་མ་འོངས་པའི་གི་མདུན་ལམ་ལ་བསམ་བློ་ཅིག་བཏང་ནས། སྲིད་ཇུས་ཅིག་བཏིང་དང། དངོས་གནས་དྲང་གནས་གི་ལམ་ལུགས་ཡོང་དགོས་བ་རེད། ཨ་ནི་བཙན་བྱོལ་སྤྱི་ཚོགས་དེ་ཚགས་ཚུད་པོ་ཆགས་གི་རེད། བཙན་བཙན་བྱོལ་སྤྱི་ཚོགས་དེ་ཚགས་ཚུད་པོ་ཆགས་སོང་ན། ང་ཚོ་ཚང་མའི་གི་ཁེ་ཕན་དང་ང་ཚོ་ཚང་མའི་གི་ཕུགས་བསམ་རེད་བ། ཚང་མས་ཁ་གཅིག་གྲགས་ཀྱིས་རྒྱལ་བ་རིན་པོ་ཆེ་རྒྱལ་བ་རིན་པོ་ཆེ་ལབ་ཀྱི་ཡོད་རེད། རྒྱལ་བ་རིན་པོ་ཆེ་གི་སྒྲིག་འཛུགས་དེ་ལ་ཁ་ཡོད་ལག་ཡོད་ཀྱི་ལས་ཀ་བྱེད་རོགས་བྱེད་ཀྱི་མ་རེད་ཁ་ནས་པད་དེ་ཡག་ཐག་ཆོད་རྒྱུགས་ཤ་བ་ནང་བཞིན་བྱས་ཕར་ཕྱོགས་དེ་ལ་ལས་ཀ་གཞན་པ་གཅིག་བྱས་ཤོག་འགྲོ། དེ་འདྲའི་འགྲོ་ཅིག་ཞུ་འདོད་བྱུང་སོང། ཨ་ནི། ག་ཚང་གི་དེ་ཡག་པོ་ཅུག་བྱུང་མ་སོང་སྟེ་ད་ག་ཚང་གི་ཚིག་དེ་ཇི་མ་ཇི་བཞིན་ཆགས་མ་སོང། ཡིན་པ་ཡིན་ནས། ཨ་ནི། དེ་རིང་ག་ཚང་གི་དེ་ཚབ་བྱས་ཅན་ཞུས་པ་ཡིན་ད་ད་རེས་ཀྱི། སྤྱིར་བཏང་གི་ས་ག་ཟླ་བའི་དུས་ཚོད་རེད་དེ་ཡིན་པ་ཡིན་ནས་ད་ད་ལྟ་ང་ཚོ་དེ་འདྲའི་མ་ཡོང་རང་ཡོང་ཆགས་ཀྱི་ཡོད་རེད། གནས་སྟངས་དེ་འདྲའི་ཅིག་ཆགས་འགྲོ་དུས་ལ། བོད་བོད་ཀྱི་རྩ་དོན་དེ་གལ་ཆེན་པོ་བཞི་བོ་ཅིག་གསུངས་ཙང་ང་ཚོས་རྩ་དོན་བཞི་ལ་བཞག་པའི་ཐོག་ནས་སྐད་ཆ་ཚིག་ཁ་ཤས་ཁ་ཤས་མི་མང་ནང་ལོག་གསལ་སྟོན་བྱེད་ཀྱི་ཡོད་རེད། དེ་ཡིན་དུས་ང་ལྷོ་ཁ་བསོད་རྡོག་གི་གར་ལྷོ་ཁ་བསོད་རྡོག་གར་ཡིན་ལ་མ་ལྟོས་པ་ལ་ལྷོ་ཁ་བསོད་རྡོག་གིས་བཤད་བཞག་པའི་སྐད་ཆ་དེ་ཚོ་ལ་ཨ་ནི་དོ་སྣང་སྤྲད་ནས་དངོས་ཡོད་རེད་འདུག་མི་འདུག་གས་མི་མང་ཚང་མས་ཞིབ་འཇུག་གནང་རོགས་གྱིས། ང་གིས་ང་ལ་ཁེ་ཕན་གང་ཡང་མེད་ཁེ་ཕན་གང་ཡང་བསམ་བློ་ཡང་གཏང་གི་མེད་ལ། ང་རང་ཚོ་མ་འོངས་པ་ལ་ཕུགས་བསམ་གཅིག་གི་ཐོག་ལ་མངོན་འགྱུར་ཡོང་ངེས་ལ་གོན་པ་སྤོས་ཐུབ་ན་བསམ་པའི་གི་བསམ་བློའི་གི་གཞི་རྩ་དེ་འདྲས་ཅིག་ཁྱེད་ནས་བཤད་གི་ཡོད་ཀུན་སློང་གཙང་མ་གཙང་རྐྱང་ཡིན་ད་བཤད་སྟངས་དང་གཅིག་གི་ཐོག་ནས་མ་འདང་ཚིག་གི་ཐོག་ནས་མ་འདང་དེ་འདྲས་ཡོད་ན་དགོངས་སེལ་ཞུ་གི་ཡིན་ཨ་ནི་བོད་རྒྱལ་ལོ་བོད་རང་བཙན་རྒྱལ་ལོ།